ཨོ་དབུས་གཙང་ཁ་བའི་གླིང་འདི་ན་ལ་བཞུགས་པའི་ང་ཚོ་གི་དྲ་བདག་གི་བདག་པོ་ལྷ་རྩེ་ཕུལ་བྱུང་ལགས་རེད་ནི་བདག་འཛིན་པ་རྣམ་པ་ལྷན་རྒྱས་རེད་བདག་རང་གཞན་གྱི་འཛམ་གླིང་ས་ཕྱོགས་ཀུན་ལ་བཞུགས་པའི་ང་ཚོ་དབུས་གཙང་ཕུ་ནུ་མི་སེར་ཡོངས་གསོག་པ་ལ་འཚམས་འདི་དག་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། ད་ཁ་སང། དུས་ཚོད་རིང་པོ་སྔོན་ནས་ང་ཚོ་དབུས་གཙང་ཁ་བའི་གླེང་སྟེགས་ངོས་ནས་འཆར་གཞི་བཏིངས་པ་ཞེས་གསུངས་ཀྱི་དེ་རིང་ང་ཚོ་ད་ལོ་དབུས་གཙང་སྤྱི་འཐུས་ལ་ཞག་གཉིས་གསར་བ་ཞག་གཉིས་ནང་ལོགས་ནས་རྒན་ཚེ་རིང་སྲིད་ལྡན་ལགས་དེ་རིང་གདན་འདྲེན་ཞུས་བྱས་ནས་རྒན་ལགས་ཀྱིས་དབུས་གཙང་སྤྱི་འཐུས་ལ་བཞག་མགོ་བའི་རྒྱུ་མཚན་དང་དག་ན་བཞིན་རྒན་ལགས་ཀྱིས་ངོ་སྤྲོད་བྱས་ནས་དགོས་པ་དང་རྒྱུ་མཚན་དེ་འདྲའི་ཐོག་ལ་བཀའ་སློབ་ལམ་སྟོན་ཕེལ་གྱི་རེད་དེ་སོང་ཙང་མི་མང་རྣམས་པ་ལ་མཇལ་ཁ་ཡག་པོ་བྱས་ནས།

ནི་རྨི་ལམ་གྱི་སྲིད་ཇུས་ནང་ལོ་རྒྱུས་རིང་པོ་ཕྱག་ལས་གནང་ཡོད་རེད། དག་ནང་བཞིན་དང་ལྡན་ཐོག་ཆ་བཞག་པའི་ནི་གཞི་རིམ་མི་མང་གི་ཚོགས་གཞོན་ཆགས་བསྡད་ཀྱི་ཡོད་རེད་དེ་འདྲ་སོང་ཙང་ནི། ཞིབ་ཕྲའི་འགན་ཚེ་རིང་སི་ཏི་ལ་ཁོ་རང་གིས་ངོ་སྤྲོད་གནང་གི་རེད་དེ་སོང་ཙང་མི་མང་རྣམ་པ་ལྷན་རྒྱས་ཐོག་ཇི་སྲིད་ད་ལྟ་སྐར་མ་ལྔ།

ལྷོད་ལྷོད་ཀྱི་སེམས་ཤུགས་པས་མ་ཤོད་ཅིག་གིས་དེ་ཡང་དེ་སྤར་རུ་ཐུབ་པ་ལ་སྙིང་དུང་དེ་འདྲས་བཏང་ཡག་རེད་ཨ་ནི་བཀའ་སློབ་གནང་ཡག་རེད་ཨ་ནི་དག་ན་བཞིན་སྤར་ཆུང་དེ་འདྲས་བཏང་ཡག་རེད་ཨ་ནི་དེ་འདྲས་མ་གནང་རོགས་བྱས་ཨ་ནི་གངས་ཚེ་རིང་བསམ་གཏན་ལགས་ཀྱིས་གསུངས་ཚར་བའི་རྗེས་ལ་ཡང་ཨ་ནི་ཁྱེད་རང་ཚོ་གཅིག་ཏུ་བ་བཀའ་འདྲི་གོ་དགོས་དེ་འདྲས་ཡོད་པ་ཡིན་ན་རྒན་ལགས་ཀྱི་མཚན་བྱང་དེ་བསྣན་ཅེས་ཕུལ་གནང་རོགས་བྱས་ཨ་ནི་དམིགས་བསལ་གྱིས་ད་རེས་ཀྱི་རྒན་ལགས་དེ་ཕེབས་དགོས་ཡ་རྒྱུ་མཚན་གཙོ་བོ་ར་བ་དེ་ད་ད་ལོ་སྤྱི་འཐུས་ལ་གསར་དུ་བཞེངས་ཀྱི་ཡོད་པ་སོང་ཙང་ཨ་ནི་སྤྱི་འཐུས་ཀྱི། སྤྱི་འཐུས་ཀྱི་ད་ལྟ་ཁར་སོག་རེ་དགོས་པ་རྒྱུ་མཚན་གཙོ་བཞང་དགོས་ཡ་ད་དེའི་སྐོར་ལ་ཡ་ཨཱ་ནི་མི་མང་གཙོས་དེ་ག་རང་ཞིག་བཞག་པའི་ཐོག་ནས་ཨཱ་ནི་དྲི་བ་དགོས་དགོས་ཡོད་ནས་དགོས་མཚན་གསུང་དགོས་དགོས་ཡོད་ནས་ཐུགས་རྗེ་ལེན་པོ་གནང་དགོས་དེ་གནང་རོགས་བྱེད་མ་ཡང་དེ་ལས་འཕྲོས་པའི་བརྗོད་གཞི་གཞན་པ་དེ་འདྲའི་ཐོག་ལ་ཡ་ཨཱ་ནི་གནས་སྐབས་རེ་འགའ་དེ་འདྲའི་གི་དྲི་བ་དྲི་ལན་དེ་འདྲའི་མ་གནང་རོགས་བྱེད་འོ་དེ་འདྲའི་ཞུ་ཡ་ཡིན་ཨཱ་ནི་རྒན་ལགས་ཀྱི་ད་ཅིག་ཞུ་འོ་ཅི་འདི་ལུགས་རྒྱུས་ཆ་ཚང་བ་དེ་ང་ཚོས་ཞུས་བསྡད་པ་ཡིན་ན།

དབུས་གཙང་སྤྱི་འཐུས་གསར་དུ་བཞེངས་མཁན་མཚན་ལྡན་རྣམས་ལ་ཡང་གཏམ་བཤད་གོ་སྐབས་ཟེར་གྱི་བཟོས་གནང་ཤག་ད་སོ་སོ་འདྲ་བྱས་ན་འདིའི་འོག་ལ་ཡང་བཀའ་མོལ་ཞུ་ཡ་འདི་ལྟས་ཚུལ་ཅིག་འཚེར་སྣང་འགྲོ་བྱེད་ཆགས་ཀྱི་འདུག་ག་རེ་ཟེར་ན་ད་སོ་སོས་འོས་མི་མཚན་ལྡན་ཡིན་པའི་གི་དིང་རྩེར་འགྲོ་པ་ཅིག་གལ་མི་འདུག་དེ་འདྲ་ཡིན་ཙང་ཨ་དེའི་ནང་ལ་ཅིག་ཡིན་མདོག་མདོག་བྱས་ནས་ཞུ་ཡ་འདི་བདེ་པོ་འདྲ་ཅིག་མི་འདུག་ད་ཡིན་ན་འདི་ཁོང་རྣམ་པ་གིས་ག་རེ་བཟོ་བ་རེད། རིན་ཐང་ཆེན་པོ་གཅིག་རྩིས་བྱས་ནས་སྡིངས་ཆ་དེ་གནང་བ་ཡིན་ཙང་དེ་ལ་ཡང་ཨ་ནེ་ག་རེ་ཟེར་དགོས་རེད་ད། ཐུགས་རྗེ་ཆེ་ཞུ་བ་དང་ཆབས་ཅིག་ཨ་ནེ་ཡང་ཁོ་དེ་གཅིག་ག་རེ་ཟེར་དགོས་རེད། སོ་སོའི་གི་ངོས་ནས་སྐད་ཆ་ཚིག་ཁ་ཤས་ཅིག་བཤད་དེ་གོ་སྐབས་མ་ལེན་པ་ཡིན་ན་དེ་ཡང་ད་ལྟ་དེ་གི་མེད་པ་ཡིན་ཙང་ད་རིང་དེ་བཀའ་མོལ་ཚིག་ཁ་ཤས་ཅིག་ཞུ་ཡས་གི་གོ་སྐབས་དེ་ལེན་པ་ཡིན། ད་རྩ་བའི་སོ་སོའི་ངོས་ནས་སྔ་མ་ནི། སྔ་མ་དེ་བར་ཆད་ལྟར་དང་སྤྱི་སེམས་སྤུངས་ཟིན་ལ་གཅིག་ཞི་བའི་སངས། སོ་སོ་སྔ་མ། སྐབས་བཅུ་བདུན་པའི་སྤྱི་སྟངས་སྤྱི་མཐུན་ན་ལ། ལངས་པའི་ཁུལ་བྱས་པ་རེད། ད་དེའི་སྐབས་དེ་ལ་སྤྱི་སྟངས་ཀྱི། ཀོ་བིད་ན་ཚ་དེ་གི་རྐྱེན་པས། ཨ་ནི་ཡོངས་གྲགས་སུ་གས་ཆག་ཡོད་མ་རེད་དྲ་ལམ་ཐོག་ནས་སྐད་ཆ་དེ་འདྲ་བལྟས་ཟེར་ཅིག་ཕྱིན་པ་རེད། དེའི་སྐབས་ཀྱི་ལངས་དགོས་པའི་རྒྱུ་མཚན་དེ་ག་རེ་རེད་ཟེར་བ་ཡིན་ན། ད་དེའི་སྐབས་ཀྱི། སྐབས་བཅུ་དྲུག་གི་སྤྱི་འཐུས་དེ་ཚོ་གིས་ཨ་ནི་གང་ལྟར་གྱི་ག་རེ་བཟོ་གི་རེད། ཁྲིམས་དང་སྒྲིག་གཞི་རྩིས་མེད་བཏང་བཏང་དང། ཨ་ནི་མ་འོས་མ་འཚམས་པའི་གི་གཏམ་བཤད་མང་པོ་ཅིག་བྱས་འོང་རྩིས་རྩ་ནི། ད་འདི་སྐད་དེ་གིས་རྔམ་བརྗིད་མ་གཏོགས་བོད་མིའི་སྒྲིག་འཛུགས་འདི་གཏོར་བཤིག་བཏང་ས་རེད་བསམ་པའི་སེམས་ནང་ལ་བཟོད་མི་ཐུབ་པའི་དངངས་སྐྲག་ཅིག་སྐྱེས་པ་ཡིན་ད། ད་གང་དྲག་ཅི་དྲག་དྲག་ཅིག་བསམ་བྱས། ད་གནས་སྟངས་དེ་འདྲའི་ཆུ་ལ་ད་ཅིག་ཕི་གེ་ཅིག་དེང་ཆ་ཆུ་ལ་སླེབས་པ་ཡིན་ན། ད་ག་རེ་ཡིན་ན་ཅིག་ག་རེ་བཟོ་གི་རེད། མ་ལན་མ་འགྱོད་ཀྱི་སྐད་ཆ་ཤེས་ཚར་ཅིག་རག་གི་རེད་བསམ་པ་རེད་ཅིག། བསམ་བློའི་ནང་ལ་ངམ་ངམ་ཤུགས་ཀྱིས་འཁོར་བསྡད་པ་ཅིག་ཡིན་ད། ཨ་འདི་ཅིག་ལངས་པ་རེད། ད་ཡིན་ན་དེའི་རྗེས་ལ་ད་ད་ད། དུས་ཚོད་ལོ་ལྔ་ཚེ་ཕྱིན་ཚར་བ་རེད། ཕྱོགས་གཅིག་ནས་ང་ཚོའི། དེའི་པཱ་རུ་ཏི་ལ་ཡ། དུ། བོད་མིའི་སྒྲིག་འཛུགས་ཀྱི་མང་གཙོའི་ཀ་བ་གསུམ་དེའི་རྫ་བསྒྲགས་གནས་སྟངས་དཀའ་ལས་ཁག་པོ་ཅིག་གི་ཐོག་ནས་ད་ལྟ་ཡ། ཏུ་ཅིག་ཆ་ཚང་བ་འདྲ་ཅིག་གཟུགས་བཙུགས་ཐུབ་ཡོད་པ་རེད། དེ་དགའ་སྒོམ་བྱེད་འོས་པ་ཅིག་རེད། ཨཱ། གཉིས་ནི་ད་སོ་སོ་ཡང་ལོ་ཚོད་དགུ་ཡར་སླེབས་ཚར་དུས་ག་ལ། འདི་གི་ཐོག་ནས་ག་རེ་བསམ་གྱི་ཡོད་ཟེར་ན། ད་ད་ལྟའི་ཆ་ལ་ཡང་ང་ཚོ་དུས་ཚོད་འདི་ཛར་དྲག་པོ་ཞིག་ཅིག་ཆགས་བསྡད་རེད། ད་ང་ཚོ་ལ་ནམ་རྒྱུན་གྱི་ཤེས་བདེ་ཡས་ཀྱི། ལྟ་བའི་མིག་དང་ཁོག་པའི་སྙིང་ཟིན་ཡས་རེད་ད་ང་ཚོ་དགྲ་ལ་འཕྱར་ཡས་ཟིན་ན་འདྲ་སྙིང་ལ་ངོམ་ཡས་ཟིན་ན་འདྲ། བོད་རྒྱ་ཆེ་མི་མང་གི་བླ་སྲོག་དེ་རྒྱལ་བ་རིན་པོ་ཆེ་རེད། ད་རྒྱལ་བ་རིན་པོ་ཆེ་དགུང་གྲངས་དགུ་བཅུ་ལ་ཕེབས་དགོས་འདུག་ད་དངོས་གནས་དྲང་གནས་ཀྱི། ང་ཚོས་ཀྱིས་རྒྱལ་བ་རིན་པོ་ཆེའི་དགུང་ལོའི་གནས་བབ་དེ་ལ་བསམ་བློ་བྱེད་སྟངས། ཕ་རོལ་གྱི་དགྲ་བོའི་སྟོབས་ཤུགས་དང་ངན་ཇུས་ལ་བསམ་བློ་བྱེད་སྟངས་འདི་ཙམ་ནི། ཧ་ཅང་གི་ཆེས་རྔམ་དྲག་ཆེན་པོ་སྐྱེ་དགོས་ཡ་ལྗིད་ཚད་ཡིན་ཙང། ཨ་ནི་སོ་སོ་འགྲོ་བ་ཞིག་གིས་འདིའི་ཐོག་ལ་ཡ། ད། སྤྱི་འཐུས་ཟེར་ཡས་ཀྱིས་མིག་ནད་ཆེན་པོ་འདིའི་ཐོག་ལ་ཡ། ཅིག་ག་རེ་ཟུག་ག་རེ། རྟ་ལམ་བུང་གུས་བཀག་དེ་ན་ཡོང་ས་མ་རེད་བསམ་པ་རེད། ད་དེང་དུས་ཀྱི་ཤེས་ཡོན་འདབ་གཤོག་སྙིང་ལྡན་གྱི་ན་གཞོན། ལྷག་བསམ་ཡོད་པ། ཨ་ནི་ག་ལ་གང་ཟག་ཉམས་མྱོང་ཡོད་པ། དབུས་གཙང་མི་དམངས་ལ་མི་ཡོད་པ་ཡིན་ཚ་དེ་འདྲའི་འགྲོ་བོ་སླེབས་ཐུབ་ན་བསམ་འཕེལ་གྱི་རེ་བ་དེའི་ཐོག་ནས་སོ་སོའི་ངོས་ནས་ད་ལོའི་སྤྱི་འཐུས་ལངས་ཡས་ཀྱི་ཆབ་སྲིད་རེ་བོ་གལ་མེད། ད་ཡིན་ན་ཡང། ང་རང་ཚོ་གི་ད་ལྟ་བ་དང་ལངས་ཕྱོགས་གཅིག་པ་ཟེར་ན་མི་འདུག་དབུས་བོད་མིའི་སྒྲིག་འཛུགས་ལ་ཡ་དུང་ཞེན་ཚ་བ་ཟེར་ན་མི་འདུག་རྒྱ་གར་རིན་པོ་ཆེ་གི་བཀའ་དགོངས་ལ་ཡ་ཤར་སྐྱོད་གནང་མཁན་ཟེར་ན་མི་འདུག་ཁོང་རྣམ་པ་མང་བོ་ཅིག་གི་ཐོག་ནས་ཨ་ནི་སྤྱི་འཐུས་དུ་ལངས་དགོས་ཀྱི་འདུག་ཟེར་ནས་རྐུན་མ་གནང་གི་འདུག་ད་རྐུན་མ་གནང་འོང་དུས་ད་ནི་ད་དེ་ལས་ཡག། སོ་སོས་ཅིག། དང་ལེན་འགྲོ་པོ་རྩ་བ་ནས་མ་བྱས་ཅེས་ནི། ཨ་ནི། དེས་བཞག་པ་ཡིན་ན། ཨ་ནི་ཁོང་རྣམ་པ་ཙིག་གི། བསམ་བློའི་རེ་འདུན་དེ་ལས་ཡག་རྡོག་རོལ་བཏང་བ་སོགས་འདྲ་ཆགས་ཀྱི་འདུག་དེ་འདྲ་ཡིན་ཙང། ད་ཅིག། ག་རེ་ཡོང་གི་ཡོད་མིན་ལ་མ་ལྟོས་པ། ད་ཁོ་མང་ཚོགས་ཀྱི་ལག་པ་ནས་འོས་ལེན་ཡག་ཡིན་ཙང་ཨ་སོ་སོ་ཡིན་ཟིན་པ་ལ་དེ་ཙམ་གྱི་གནད་འགག་མི་འདུག་བསམ་ཅེས་ནི། ད་ད་ང་ད་བྱིས་དུས་ཀྱི་ནང་ལས་ཡག། ཁས་ལེན་འདྲ་པོ་ཞུ་དགོས་གནད་འགག་དེ་འདི་རེད། ཨ་འདི་ཡིན་ན་སོ་སོས་འདི་དངོས་ནས་ཞུ་རྒྱུ་བྱུང། ད་གང་ལྟར་སོ་སོས་དངོས་ནས་འདིའི་ཐོག་ལ་ཡར་དམིགས་བསལ་གྱིས་ངས་འཇོན་གྱི་ཡོད་བཏང་གི་ཡོད་ཟེར་ནས་ཁྱབ་བསྒྲགས་བྱེད་ཁ་ཁས་འགྲོ་གི་མེད། ཨ་ནི་རྣམ་པ་ཚོ་གི་རྒྱབ་སྐྱོར་ཚད་ནི་མི་མང་གི་འོས་སླེབས་པ་ཡིན་ན། སྔོན་འགྲོ་ནང་ལ་ཡང་འོས་དམིགས་ནང་ལ་སླེབས་པ་ཡིན་ཨ་ནི་ང་རྒྱབ་བཤིག་རྒྱག་གི་མེད་ཟེར་ནས་ཞུ་ཡས་དེ་ཡིན། ད་ལྟའི་ཆ་ལ་འདི་སྐད་ཆ་དེ་ལ་འགྱུར་བ་གང་ཡང་མེད། གནས་སྟངས་དེ་འདྲའི་ཆོ་ཐོག་ནས། ཨ་ནི་ད་རིང་འདི་རྣམ་པ་ཚོ་ལ་ཡར་གོ་སྐབས་འདི་བརྒྱུད་བྱས་ནས་སྙན་གསང་ཞུ་གི་ཡོད་ཞུས་ཡས་ཡིན། ད་ཕྲན་གྱི་མིང་ལ་ཚེ་རིང་བསིལ་ལྡན་ཟེར་གྱི་རེད། ཨ་ནི་ད་ལྟ་ང་སྐྱེས་ཡུལ་དེ་ད་ལྟ་ང་ཚོ་འདི་སྟོད་བཀྲ་དུས་དང་ཉེ་པོ་ལེགས་རྩེ་ཟེར་དེ་རེད། ཨ་དེ་སྔ་ཕན་ཆོད་སྡེ་བ་གཞུང་ལས་འཕྲད་ཀྱང་ཡོད་ཀྱི་རེད་མ་གཏོགས་ཡང་བླ་བྲང་དང་བླ་བྲང་དང་གྲྭ་ཚང་དང་གད་པ་དེ་འདྲ་གས་མ་རེད། ད་ཡིན་ན་ཆུང་ཆུང་ཕ་མས་ཚུར་ཁས་ནས་ཡོང་བྱས་ནས་བདག་གང་ལྟར་བློས་ལོངས་པར་སླེབ། བློས་ལོངས་པ་ལས་ནི་ཨ་མ་གྲོངས། ཨ་ནི་དུས་ཚོད་ག་ལ་གང་འཚམས་ཤིག་འདུག་སེ་མྱང། ཨ་ནི་ཐ་མ་འགྲོ་བ་དེ་པཱ་ལ་དེ་གྲོགས་དྲག་པོའི་དམག་དགུང་ལ་འཛུལ། ཨ་ནི་སོ་སོ་དེའི་དམག་ཞབས་ནང་ལོགས་ལ་ཡ། ཨ་ནི་ལབ་ཅོང་འགྲོ་བ་བལྟས་སུ་བྱས་གོ་སྐབས་ཅི་རག་རེད། དེ་འདྲའི་ཅི་མཐོང་ལུས་མང་བྱས་ནས་ཨ་ནི་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་བཞི་ལོ་ལ་ཡ་གློག་དམག་སྒར་ཐོར་བྱས་ནས་ད། པོག་ར་ལས་ཡོང་ཨ་ནི་ཞམ་པ་གླིང་གཞིས་ཆགས་ཐོག་མར་བཙུགས་དུས་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་ལྔ་ལོ་ནས་བཞི་ད། ཅིག་དེའི་དཀའ་སྡུག་ལ་ཡ་ད་དངོས་གནས་དྲང་གནས་ཀྱི་ཅིག། ཁྲ་ལ། ཡི་གེ་ཁྲ་ལ་ཁྲིམས་དཔོན་བཤད་མཁན་གྱི་མི་དེ་དཀོན་པོ་ཧྲིལ་བོ་གཅིག་ཡིན་པ་ཡིན་ཙང་ད་དེའི་སྐབས་འདུག་ལ་གཅིག་ལག་པ་ཐ་དུས་ཐབས་ཅིག་སུ་རེ་བྱས་ནས་ག་ལ་གང་འཚམ་གྱི་ལས་ལས་སླད་མང་ཐོག་ལ་ཡང་ག་རེ་བཟོ་བ་རེད། ད་དཀའ་ལས་རྒྱབ་ཟེར་ན་མི་འདུག་ཕན་ཐོག་ན་ནི་གོ་ཆོད་རེད་ཕན་ཐོག་མ་ན་ནི་གོ་དགའ་རེད་ཅིག་རེད་དེ་འདྲའི་ཅིག་ཐོག་ནས་མི་ཚེ་སྐྱེལ་ཐུབ་པ་འདུག་ས་ཆ་དེ་ཡོད། ད་ལས་འགན་མཐིང་བ་རམ་འཛག་བྱས་ནས་འགྲོ་བདེ་བ་ཅིག་ཡིན། ད་ཡིན་ན་འདིའི་དང་ལོ་རྒྱུས་བཤད་ནི་ཕན་ཐོག་ཨེ་ཟེར་གི་ཡོད་མ་རེད་ཁོ་ནི་དང་ཞེན་དག་ཅིག་རེད། འོན་ད་ལྟ་དེ་འདྲའི་ཆ་ལས་ཡར་ལོ་སྒྲིག་འཛུགས་གཞིས་ཆགས་སྲུང་གི་ས་གནས་འཐུས་ཚོགས་ཀྱི་ཚོགས་གཙོ་ལས་ཐོག་དང། ཨ་ནི་རྒྱལ་སྤྱིའི་དབུ་མེད་ལམ་མི་མང་ལས་འགུལ་ཁང་གི་སྐབས་བདུན་པའི་གི་རྒྱུན་ལས་ཡིན། འོན་དེའི་ཐོག་ལས་ད་ད་ལྟ་གཞི་རིམ་མི་མང་གི་ཚོགས་གཞོན་བྱས་འདུག་ཆགས་དེ་ནི་ད་སོ་སོའི་གནས་སྟངས་མདོར་བསྡུས་དེ་འདྲ་ཅིག་རེད། དེ་འདྲ་ཡིན་ཙང་ད་སོ་སོའི་ངོས་ནས་ཅིག་ག་རེ་བཟོ་གི་རེད། གཞི་རིམ་མི་མང་གི་ནང་ལས་ཀ་མགོ་བཙུགས་ནས་ད་ལྟ་བར་དུ་ཞུགས་བསྡད་གི་རྒྱུ་མཚན་འདི་ད་མ་འོངས་པ་ལ་སོ་སོ་ལ་མིང་ཅིག་ཐོབ་ན་ཅིག་གོ་གནས་ཅིག་རག་ན་བསམ་པའི་གི་དེ་འདྲའི་གི་རེ་བ་དང་དོགས་ལ་དྲོ་པོ་རྩ་བ་ཉིད་ནས་མེད་ག་རེ་ཟེར་ན་ད་ལྟ་ངས་གོང་དུ་ཞུས་པ་དག་རང་ཡིན་ད་ང་ཚོའི་གནས་སྟངས་དེ་ད་དྲག་པོ་ཅིག་ཆགས་བསྡད་གི་ཡོད་རེད་རྒྱལ་བ་རིན་པོ་ཆེ་དགུང་ལོའི་བབ་གནས་སྟངས་དེ་འདྲའི་ཅིག་རེད་དེ་འདྲའི་གི་གནས་སྟངས་དེ་གི་ཐོག་ནས་ཨ་ནི་ང་ཚོའི་ཕི་གས་མང་གཙོའི་ཀ་བ་ཟུང་གི་ནང་གི་གནད་འགག་ཆེ་ཤོས་ཁྲིམས་བཟོ་ལྷན་ཚོགས་དེ། དངོས་གནས་དྲང་གནས་ཀྱི་ཕི་ཀའི་ག་རེ་བཟོ་གི་རེད། བོད་ཡིག་གི་སྤྱི་པའི་ལས་དོན་གྱི་ཐོག་ལ་ཁྲིམས་བཟོའི་ལས་དོན་དེའི་ཐོག་ལ་ཡང་ལྷག་བསམ་རྣམ་དག་ཡོད་པའི་བཟོ་ལས་ཅིག་མ་མཐོང། མ་དགོས་པའི་ནང་ཁུལ་གྱི་འགལ་ཟླ་དང་ང་རྒྱལ་ཕྲག་དོག་གི་རྩོད་པ་དག་ལ་དབྱིན་ཡིག་ཞིབ་པོ་བརྗོད་དེ་བསྡུས་ད་ནི་དེ་འདྲའི་གི་ཐོག་ནས་གསན་དགོས་མ་ཚོད་དེ་ང་ཚོ་ད་ཐ་མ་འདྲ་བོ་དེ་ད་ཁྲིམས་ཞིབ་ཁང་དེ་རྩ་གཏོར་བཏང་བ་ཡིན་ད་དེ་ཉམས་གསོ་བྱེད་ཡས་ཀྱི་དོན་དག

སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཐུགས་རྗེ་བཀའ་དྲིན་ཉག་ཅིག་ལས་བརྟེན་བྱས་ནས་ད་ང་ཚོ་ད་ལྟའི་ཆོས་ལ་ཡ། མི་ཡུལ་ལུང་པ་ལ་ཡ། བཙན་བྱོལ་བ་གཞན་དག་དང་མ་འདྲ་བའི་གི་མང་གཙོའི་སྒྲིག་འཛུགས་ཀ་བ་གསུམ་དང་ལྡན་པ་གཅིག་ད་དངོས་གནས་དྲང་གནས་ཀྱི་གཅིག་སྟོང་དགུ་བརྒྱ་དྲུག་ཅུ་ཐམ་པ་ནས་བཟུང་སྟེ་ད་རྒྱལ་བ་རིན་པོ་ཆེ་གི་གཡས་སྐྱོར་གཡོན་སྐྱོར་བྱས་ནས་བསྐྱངས་གནང་བྱས་ཏེ་ད་ཉིས་སྟོང་བཅུ་གཅིག་ལོ་ལ་ཡ། མི་མང་གི་འོས་འདེམས་བྱས་པའི་སྲིད་སྐྱོང་ལ་ཡ་ཆ་ཚང་རྩིས་སྤྲད་གནང་དེའི་སྐབས་དུ་བཀའ་ག་རེ་ཕེབས་ཟེར་ན་ད་ངས། རྒྱལ་ཁབ་སྟག་བྲག་རིན་པོ་ཆེ་སྐུ་མདུན་ནས་ཨ་ནི་རྩིས་ལེན་པ་འདི་ད་ད་རན་རིང་ནས་སྙིང་དུ་བརྣག་པའི་འདོད་པའི་དོན་དེ་འགྲུབ་བྱས་མི་མང་གི་འོས་འདེམས་བྱས་པའི་སྲིད་སྐྱོང་ལ་རྩིས་འབྲི་ཡའི་གོ་ག་ར་བ་དེ་ཨ་ནི་འདོད་དོན་འགྲུབས་སུ་བྱས་ནས་ཞལ་ཞལ་བཟང་པོ་ཐོབ་པ་དེ་ནང་བཞིན་དེ་རེད་དེའི་ཐོག་ནས་ང་ཚོ་མི་མང་ལ། ད་ལས་འགན་དང་ཐོབ་ཐང་གཉིས་ཀ་གཞི་འཇིག་པོ་གཅིག་ཏུ་ཆགས་བསྡད་ཡོད་རེད་དེ་འདྲའི་གནས་ཚུལ་གྱི་ཐོག་ནས་རྐྱེན་པས་ད་ལྟ་བར་དུ་ང་ཚོ་ལྟ་བལྟས་ཚེ་ཆེས་དགའ་རེ་བཟོ་གི་རེད། གནས་སྟངས་འགྲོ་པོ་འདྲ་མིན་སྣ་ཚོགས་ཀྱི་ཐོག་ནས་ཉམས་རྒུད་ཐུག་ཐུབ་པ་རེད་ད་ད་ལྟའི་ཆ་ལ་ཡ་འདས་པའི་དུས་ལ་ཡ་སྲིད་སྐྱོང་ད་སྐུ་ངོ་སྤེན་པ་ཚེ་རིང་ལགས་ཕེབས་བྱས་ནས་ད་ད་ལྟ་ལོ་བཞི་རེ་ཕྱེད་ཀ་འགྲོ་གི་ཡོད་རེད་ད་དངོས་གནས་དྲང་གནས་ཀྱི་ཕི་གེ་གནས་སྟངས་མང་པོ་ཞིག་ཐོག་ནས་ཕྱག་ལས་གཟེངས་སུ་ཐོན་པ་གནང་རེད། གཙོ་བོ་ད་ང་ནི་དྲང་གནས་ཀྱི་ཤེས་ཡོན་འདབ་ཆགས་གཉིས་ལྡན་ཡིན་མཁན་ལ་ལྷག་བསམ་དང་དྲང་ཚུགས་ལྡན་པ། གནའ་དེང་གི་ལོ་རྒྱུས་དང་གནས་སྟངས་མཁྱེན་མཁན། སྙིང་སྟོབས་ལྡན་ལ་བཟོད་བསྲན་ཆེ་བ། ཁེངས་དྲེགས་མེད་ལ་དམན་ས་འཛིན་མཁན། དེ་འདྲའི་གི་སྲིད་སྐྱོང་ཚད་དང་ལྡན་པ་ཞིག་ང་ཚོ་ག་རེ་སུ་འདུག་ད། ཐོབ་ཡོད་པ་རེད་དེ་ང་ཚོ་སྤྱི་བེར་གྱི་མི་འགན་ཁུར་ཉེས་དེ་སྤུས་དག་པོ་ཐོབ་མ་ཐུབ་ཟེར་དེ་གང་ཟག་དེ་ལ་བསྟོད་པ་དེ་ཡོད་རེད་དེ་གཙོ་བོ་དེ་རྒྱ་ཆེ་མང་ཚོགས་ཀྱི་སོ་ལྟའི་བསོད་ནམས་ལ་རག་ལས་དེ་བ་ཅི་ཆགས་དེ་ཡོད་རེད་དེ་འདྲའི་ཡིན་དུས་འདས་པའི་དུས་ལ་ང་ཚོ་བསོད་ནམས་རྒྱས་མ་ཐུབ་པའི་རྐྱེན་གྱི་ཐོག་ནས་འགལ་རྐྱེན་མང་པོ་ཅིག་འཕྲད་ཡོད་རེད་ད་ལྟ་ཁྲི་ལ་ཁྲི་འབུལ་ཅིག་བསོད་ནམས་རྒྱས་ཀྱི་ཡོད་ནམ་བསམ་པ་ཅིག་རེད་པའི་ཐོག་ནས་ད་ལྟ་ང་ཚོ་ཕྱག་ལས་གནང་མཁན་སེང་ཟི་ཐོན་པ་དེ་འདྲ་ཞིག་ཐུབ་པ་དེ་དར་མདོ་ཡིན་ན་ང་ཚོ་སྲིད་སྐྱོང་ལ་བསྐྱར་དུ་ཨ་ནི། ཚད་མཐོན་པོའི་ཐོག་ནས་ཕེབས་ཐུབ་ཡས་དེ་ལ་ཡ་ཚང་མས་ཀྱི། ཤུགས་སྐྱོན་གྱི་རེད་ལ་ཤུགས་སྐྱོན་གུག་གི་རེད། ད་སོ་སོའི་ངོས་ནས་འདོད་དོན་གཙོ་བོ་འདྲ་ཅིག་དེ་ཆགས་བསྡད་ཀྱི་ཡོད་མ་གཏོགས། ཨ་ནི་དེ་ལས་ལྷག་པ་ཅིག་གིས་ད་སོ་སོ་འདྲ་ཅིག་ན་གནས་སྟངས་ག་འདྲ་ཞིག་སླེབས་མིན་ལ་མ་ལྟོས་པར་དེ་ཙམ་གྱི་ཁྱད་པར་ཟ་མཁན་མི་འདུག་བསམ་པ་འདྲ་ཅིག་དེ་སུ་དྲན་བསྡད་ཀྱི་ཡོད། ཨ་ནི་དེའི་མཚམས་ནས་ད་ཁྲིམས་བཟོ་ལྷན་ཚོགས། གལ་ཆེན་པོ་བཞི་བོ་ཅིག་ཆགས་བསྡད་ཀྱི་ཡོད་རེད། སྲིད་སྐྱོང་ཡག་པོ་ག་འདྲས་ཅིག་ཡོད་ཀྱང་དུས་ཀྱི་ལས་དོན་ཆབ་གཞི་ག་འདྲས་ཅིག་ཡོད་ན་ཡང་དེ་ཆ་ཚང་སྤྱི་འཐུས་ལྷན་ཚོགས་ནས་རྒྱབ་སྐྱོར་ལེན་ཡ་དང་བཀའ་འཁྲོལ་ཞུ་དགོས་ཅིག་ཆགས་ཀྱི་ཡོད་པ་ཡིན་དུས་ད་ནི་ད་ལྟའི་གནས་སྟངས་ཀྱི་ཐོག་ནས་བྱས་པ་ཡིན་ན་དངོས་གནས་དྲང་གནས་ཀྱི་ལས་དོན་གལ་ཆེན་པོ་དེ་འདྲ་ལ་ཡ་གཅིག་ཚད་མཐོ་པོ་གི་རྒྱབ་སྐྱོར་རག་མ་ཐུབ་པ་ལྟ་འདོད་ན་ད་ལྟ་ང་ཚོ་ཉམས་མྱོང་བསགས་ཏེ་ཡ་གཅིག་ཚུལ་དང་མཐུན་པའི་ཐོག་ནས་བཀའ་བློན་ཡིན་ན་གྲངས་ཚད་ལོ་ལྔ། བཀོད་མ་བཅུག་པ། ད། བཀའ་བློན་གྲངས་ཚད་ལོངས་པ། བཀོད་མ་བཅུག་པ་ཡིན་ན་དེའི་ལས་སྒོར་ལས་དོན་འཐུས་ཤོར་མེད་པ་གཟེངས་སུ་ཐོན་པ་གནང་འདི་ད་ནི་ད་ཡང་སྡུག་སྐད་ཤོར་རྗེས། ཅིག་མི་གཅིག་དབང་འཛིན་བྱེད་ཀྱི་འདུག་ཟེར་སར་བཀའ་བློན་བསྐོ་དགོས་ཀྱི་འདུག་ཟེར་དགོས་དེ་འདྲའི་བཤད་དགོས་ཡ་གནས་ཚུལ་ག་རེ་བྱས་ན་མ་འགྲིག་འདི་པའི་གནས་ཚུལ་ཅིག་དེ་འདྲའི་ཆགས་འགྲིག་ཡོད་རེད་ད་ནང་བཞིན་གྱི་ལས་དོན་ཆབ་ཤོས་མང་པོ་ཅིག་ལ་ཡ་ལམ་ལ་འགྲོ་མ་ཐུབ་པའི་གནས་ཚུལ་ཅིག་ཆགས་ཀྱི་རེད་དེ་འདྲའི་སྐབས་འདི་ལ་ཡ་སྤྱི་འཐུས་དེ་དངོས་གནས་དྲང་གནས་ཀྱི་དྲང་ཚུགས་ལྡན་པ་དགོས་ཡས་དེ་ཞི་བ་ཅིག་གལ་ཆེན་པོ་ཆགས་འགྲོ་གི་ཡོད་རེད། དེ་ཡིན་ཙང་ད་ལྟའི་ཆ་ལ་ད་ངས་ཅིག་ག་རེ་བཟོ་གི་རེད། སྤྱི་འཐུས་དང་འབྲེལ་བའི་ལས་དོན་གྱི་ཐོག་ལ་ཡང་སོ་སོའི་གི་རྣམ་གཞག་རྒྱུན་དུ་བསམ་བློའི་ནང་ལ་འཁོར་བསྡད་པ་དེས་ད་ལྟའི་ཅིག་ག་རེ་བཟོ་གི་རེད་ཁ་གསལ་གདེང་གསལ་བྱས་ནས་ཚིག་ཁ་ཤས་ཅིག་རྣམ་པ་ཚོ་ལ་སྙན་གསང་ཞུ་ཡས་ཀྱི་འབད་བརྩོན་ཞུ་གི་ཡིན། ད་རྩ་བའི་ང་ཚོའི་བཙན་བྱོལ་བོད་མིའི་གཞུང་ངོས་ནང་མི་འདུག་སྒྲིག་འཛུགས་འདི་ལ་ཡ་ལས་དོན་གལ་ཆེན་པོ་གཉིས་ཡོད་པ་འདི་ཚང་མས་མཁྱེན་གསལ་རེད། ལས་དོན་དང་པོ་དེ་ང་ཚོ་བོད་དོན་བདེན་མཐའ་གསལ་ཐབས་བྱེད་དེ་གལ་ཆེ་ནང་གི་དོན་ཆེན་དེ་རེད་མ་གཏོགས་ང་ཚོ་ཕྱི་རྒྱལ་ལུང་པ་ལ་ཡ་མི་རྩེད་སྐྱེད་བྱེད་ནས་འཚོ་བ་འཁྱོལ་ཐབས་བྱེད་དེ་ཆགས་བསྡད་ཀྱི་ཡོད་མ་རེད། དེ་འདྲའི་ཡིན་དུས་ད་ནི་ལས་དོན་གལ་ཆེ་ཤོས་དེ་རེད། གཉིས་པ་དེ། ཇི་སྲིད་བོད་དོན་བདེན་མཐའ་མ་གསལ་བ་དེ་བར་དུ་ཨ་ནི་ང་ཚོའི་བོད་མིའི་སྒྲིག་འཛུགས་འདི་ཨ་ནི་སྲ་བརྟན་ཡུན་གནས་ཐུབ་ཡས་ཀྱི་ཨ་ནི་འཆར་གཞི་དང་ལས་དོན་གྲུབ་དགོས་ཀྱི་ཡོད་རེད་ད་འདི་གཉིས་ང་ཚོའི་འདོར་དུ་མེད་པའི་གི་ལས་འགན་ཆེན་པོ་དེ་རེད། དེ་འདྲའི་ཡིན་ཙང་ད་ང་ཚོའི་བོད་དོན་བདེན་མཐའ་གསལ་ཐབས་ལ་ཡ་ཐབས་ཤེས་དེ་ག་རེ་བྱེད་དགོས་ཀྱི་ཡོད་རེད་ལབ་པ་ཡིན་ན་ད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་དུས་ཚོད་རིང་པོ་གཅིག་གི་ཐོག་ནས་གོང་པ་ཞེས་ཉམས་མྱོང་བསགས། ལམ་སྟོན་གླེང་དེ་འདྲའི་བྱས་པའི་ཐོག་ནས་མཐའ་མ་དེ་ང་ཚོ་དབུ་མའི་ལམ་གྱི་སྲིད་བྱུས་དེ་ཆགས་འདུག་ཡོད་རེད་བ། དེ་སྲིད་བྱུས་དེ་ཡང་ད་བརྒྱུད་རིམ་རིང་པོ་ཞིག་པོ་ཅི་རེད་ཚང་མ་ཤེས་ན་དུས་ཚོད་འདང་ངེས་ཡོད་མ་རེད། དེ་ག་རེད་ཟེར་བ་ཡིན་ན། གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་གི་སྤྱི་ཟླ་བཞི་པའི་ཚེས་བཅོ་བརྒྱད་ཉིན་ག་ཨ་སམ་ཏེ་ཙི་པུ་ལ་ཡ་གསར་འགོད་གསལ་བསྒྲགས་ཐོག་མ་དེ་གནང་བའི་སྐབས་ལ་ཡང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས། ད་རྒྱ་མི་གཉན་པོ་ལ་ཆིངས་ཡིག་དོན་ཚན་བཅུ་བདུན་དེ་བཙན་དབང་འོག་ལ་བཞག་པ་ཅིག་ཡིན། བཙན་དབང་འོག་ལ་བཞག་པའི་ཆིངས་ཡིག་དེ་གི་ནང་དོན་དེ་རྒྱ་མི་ཁོ་རང་ཚོ་གི་རྩིས་མེད་བཏང་སོང། དེ་འདྲ་ཡིན་ཚེ་ད་ནི་ང་ཚོའི་ཆིངས་ཡིག་དོན་ཚན་བཅུ་བདུན་ལ་ངོས་ལེན་མེད། ང་ཚོའི་སྔོན་མའི་གནས་བབ་དེ་རང་འཇགས་ཡིན་ཟེར་ནས་ད་དེ་འདྲ་ཞིག་གསུངས་ཡོད་རེད་ད་ངས་ཚིག་ཆ་ཚང་ཇི་མ་ཇི་བཞིན་ཡིན་མིན་མི་ཤེས་ཏེ་གང་ལྟར་དོན་དག་དེ་འདྲ་བརྗོད་རེད། དེའི་གི་ནང་གི་ནང་དོན་དེ་ཆེ་བ་ནི་ང་ཚོའི་སྔོན་མའི་གནས་བབ་རང་འཇགས་ཡིན་ཟེར་ཏེ་རང་བཙན་གྱི་གནས་བབ་དེ་རང་འཇགས་བྱས་བསྡད་ཡོད་རེད། དེའི་རྒྱུ་མཚན་དང་པོ་དེ་རེད། ད་དེ་ནས་རིམ་པར་བརྒྱུད་ཕྱིན་ནས་ང་ཚོ་མི་ལོ་ཉི་ཤུའི་རིང་འགོ་ལ་བོད་ཕྱི་ནང་གི་འབྲེལ་བ་མེད་པར་བྱས་བསྡད་ནས་ད་ང་རང་ཚོ་གི་གནས་བབ་དེ་ག་དུས་ཡིན་ན་རང་བཙན་གཙང་མའི་ཐོག་ལ་བརྒྱུད། སྐད་འབོད་ཐེངས་མ་གཅིག་མི་ཤི་མ་རྒྱག་ནས་དེ་འགྲོ་ནི་འགྲོ་བསྡད་ཀྱི་ཡོད་རེད་གཞུང་དམངས་གཉིས་ཀྱི་གནས་སྟངས་དེ་འདྲའི་ཆགས་ཏེ་ཡིན་ནའང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བསྟོད། ཕྱོགས་གཅིག་ནི། དུས་ཀྱི་འགྱུར་བ། གཉིས་ནི་རྒྱ་ནག་གི་སྟོབས་ཤུགས། གསུམ་ནི་རྒྱལ་སྤྱི་གི་རྒྱབ་སྐྱོར། གནས་སྟངས་མང་པོ་ཞིག་ལ་བལྟ་ནས་ད་ང་ཚོ་རང་བཙན་གཙང་མ་སེ་ཞིག་རྩོད་ན་ཡོང་ཐུབ་ཡས་མེད་པ་རེད་བ། ལྷག་པར་དུ་གཅིག་སྟོང་དགུ་བརྒྱ་དྲུག་ཅུ་ཐམ་པ་ལོ་ལ་ཡང་གནས་མཆོག་དོ་རྗེ་དོན་ལ་ཡང། བོད་ཆོལ་ཁ་གསུམ་གྱི་འཐུས་མི་གདན་ས་གསུམ་དང་ཆོས་བརྒྱུད་ཁག་གི་འཐུས་མི་གཙོ་གི་རྒྱལ་བ་རིན་པོ་ཆེ་ལ་ཡང་མནའ་གན་མཐུ་མོ་ཅིག་ཕུལ་ཡས་དེའི་ནང་ལ་ལ་ཡང་ང་ཚོ་ད་ལྟ་བར་དུ་ཨ་ནི་ཆོལ་ཁ་གསུམ་དོག་ས་གཅིག་སྒྲིལ་མ་བྱས་པའི་རྐྱེན་གྱིས་ང་ཚོ་ལོ་རྒྱུས་ཀྱི་ཐོག་ལ་བྱུང་མ་མྱོང་པའི་ཐབས་སྡུག་པོ་འདི་ཆགས་སོང་ཟད་ནས་བཟུང་སྟེ་ད་ང་ཚོ་བོད་ཆོལ་ཁ་གསུམ་གྱི་དོག་ས་གཅིག་སྒྲིལ་ལྕགས་ཀྱི་གོང་བུ་ལྟ་བུ་བྱས་ནས་རྒྱལ་བ་རིན་པོ་ཆེ་གི་བཀའ་དགའ་སྣང་ལ་ཤར་བསྐྱོད་འགྲོ་གི་ཡིན་ཟེར་ཡས་ཀྱི་ཁས་ལེན་དམ་བཅའ་དེ་བཞག་ཡོད། དེ་ད་ལྟ་ཡིག་ཐོག་ལ་ཁྲ་ལྷ་མེད་ཡོད་བསྡད་པ་ཆེ། ད་དེའི་ཚིག་དེ་ཚོ་མང་པོ་སྐྱོར་གི་བསྡད་པ་དེ་ཚོའི་ནང་ཡ་མི་འདུག། དེ་ལས་བསྟན་ནས་རྒྱལ་བ་རིན་པོ་ཆེ་གིས་དེ་ཁྱེད་རང་ཚོ་ཆོལ་ཁ་གསུམ་རྡོག་རྩ་གཅིག་སྒྲིལ་ལྕགས་ཀྱི་གོང་བུ་ལྟ་བུ་བྱེད་ཟེར་ཡག་པོ་རེད། ཡིན་ན་དེ་ལྕགས་ཀྱི་གོང་བུ་དེ་འཁྱག་ལྤགས་ཉི་མའི་ནང་ལ་བཞག་པ་ནང་བཞིན་ཅན་སླར་སླར་འགྲོ་རྒྱུ་ཡོད་མ་རེད་ད་བཀའ་དེ་ཕེབས་ཡོད་རེད་ད་དེ་ཚོ་བཀའ་སློབ་རིང་པོ་བྱས་ཡོད་རེད། དེ་ནས་ད་ཁྱེད་རང་ཚོ་མ་སྡོད་སྒར་སོ་སོ་ལ་ལོག་ནས་ད་ང་ཚོ་མ་འོངས་པ་ལ་ཡ་བོད་མི་གི་ལམ་ལུགས་དེ་ང་ཚོའི་ཁྲིམས་གཞུང་གི་ལམ་ལུགས་དེ་མང་ཚོགས་ཅན་དང་འགྲོ་ཡ་ཡིན་ཨ་ཁྱེད་རང་ཚོ་སྡོད་སྒར་ལ་མ་ཕྱིན་ནས་ཆོལ་ཁ་རེ་ནས་མི་གསུམ་རེ་དང་ཆོས་རྒྱུད་དེ་དུས་སྒར་བོན་པོ་ཡོད་མ་རེད་ད་ཆོས་རྒྱུད་ཤིག་ནས་མི་རེ་རེ་བྱས་ནས་ཨ་ནི་མི་མང་གི་ཐུན་མིན་གདམ་གྱི་ཟེར་ནས་བཀའ་དེ་ཕེབས་བྱས་ནས་དམངས་གཙོའི་འགོ་དེ་དུས་ད་གཅིག་བཙུགས་ཡས་གི་བཀའ་དེ་དུས་ཕེབས་པ་རེད། དེའི་གཞི་བཟུང་བྱས་ནས་རྒྱལ་བ་རིན་པོ་ཆེ་གིས་ཟླ་གཅིག་གར་སོགས་ཀྱི་ཞལ་བཞེས་གནང་ཡས་ཏེ་ཆོལ་ཁ་གསུམ་སྐྱིད་ན་སྐྱིད་མཉམ་དང་སྡུག་ན་སྡུག་མཉམ་བྱེད་ཡས་ཟིན་ཡས་མི་མང་གི་རྣ་གན་མཐུ་མོ་བྱས་ཏེ་ཐུགས་དབུས་སུ་བཅངས་བྱས་ནས་ད་མ་འོངས་པ་ལ་གནད་དོན་ག་འདྲ་ཅིག་གི་ཐོག་ལ་ཐག་གཅོད་ཡོང་གི་ཡོད་ན་ཡང་ཆོལ་ཁ་གསུམ་སྐྱིད་ན་སྐྱིད་མཉམ་དང་སྡུག་ན་སྡུག་མཉམ་བྱེད་ཡས་དེའི་ཐོག་ལ་ཡང་རྒྱལ་བ་རིན་པོ་ཆེ་གིས་ད་དགོངས་གཞི་དང་དགོངས་གཞི་དེ་རེད་ད་ལྟ་བུ་ཐབས་ཤེས་གང་གནང་བ་དེ་ཆོལ་ཁ་གསུམ་དེ་གཅིག་ཏུ་ཡོང་ཡས་ཀྱི་དགོངས་གཞི་དེའི་ཐོག་ནས། ནུས་པ་བཏོན་པ་རེད་དེ་འདྲ་ཡིན་འདི་དག་ནི་རང་བཙན་སོགས་ལབ་གི་བསྡད་པ་ཡིན་ན་ད་ཆོལ་ཁ་གསུམ་གཅིག་ཏུ་བྲིས་ཡོད་ཟེར་དེ་ཡོང་ཡ་གལ་ཡོད་མ་རེད་ད་ང་ཚོ་སོ་སོ་སོ་སོ་སྣང་བ་དག་ནས་འགྲེལ་བཤད་རྒྱབ་ཆོག་གི་རེད་དེ་འདི་དངོས་ཡོད་གནས་ཚུལ་ཡོང་ཡ་ཡོད་མ་རེད་ད་དེ་ལས་ཡིན་དུས་གནས་སྟངས་ག་རེ་བྱེད་འདྲ་ཆགས་མེད་ལ་མ་ལྟོས་པ་ལ་ཡ་ཨ་ནི་ང་ཚོ་ད་གང་ལྟར་རྒྱ་ནག་མི་དམངས་དང་མཉམ་དུ་བཀའ་མོལ་གནང་ཡ་དེ་གི་ཐོག་ལ་དགོངས་པ་བཞེས་བྱས་ནས་ད་ཐབས་ལམ་ཞིག་འཚལ་དགོས་ཀི་འདུག་དེ་དུས་ག་ལ་ལམ་དབུ་མ་ཟེར་གི་མིང་དེ་བཏགས་མེད་ལ་མ་ལྟོས་པ་ལ་ད། གྱི་བཀའ་མོལ་ཅིག་གནང་དགོས་ན་ཕྱོགས་གཉིས་ཀ་ལ་བསམ་བློ་གཏང་ས་ཅིག་དགོས་ཀྱི་ཡོད་རེད་དེ་འདྲའི་ཡིན་དུས་ད་ནི་ཕྱོགས་གཅིག་ནས་རྒྱ་མི་ལ་བསམ་བློ་གཏང་ས་ཡོད་པ་ཅིག་ཕྱོགས་གཅིག་ནས་བོད་པ་ལ་བསམ་བློ་གཏང་ས་ཡོད་པ་ཅིག་དེ་འདྲའི་གི་ཐབས་ལམ་ཐོག་ནས་ཨ་ནི་གཅིག་སྟོང་དགུ་བརྒྱ་དུས་འདི་དོན་དགུ་ལོ་ལ་ཡ་ད་ཏིང་ཞོ་པིང་གིས་ཨ་ནི་སྐུ་ངོ་རྒྱ་ལོ་དོན་དྲུག་ཕི་གས་མགྲོན་འབོད་གནང་བྱས་ནས་ཞི་མོལ་གི་འགོ་ཚུགས་ཡས་གི་འབྲེལ་ལམ་གི་འགོ་ཚུགས་ཡས་གནས་སྟངས་དེ་འདྲའི་ཅིག་ཆགས་པ་དེ་དེ་ང་རང་ཚོ་གི་བརྒྱུད་རིམ་དེ་ཚོ་ག་དུས་ན། གསལ་པོ་བྱས་ནས་མཁྱེན་དགོས་ཡའི་གནས་ཚུལ་ཅིག་ཆགས་ཀྱི་རེད་མ་གཏོགས་ད་ནི་རྒྱལ་བ་རིན་པོ་ཆེ་གིས་ཐབས་ཤེས་གང་ཡང་མ་གནང་བའི་ཐོག་ནས་ནི་ལམ་སང་ཅིག་རྒྱ་མི་ལ་ཡ་བྱམས་སྙིང་རྗེ་བསྟན་ནས་སྦྱིན་པ་བཏང་ཆོག་ཟེར་དེ་འདྲའི་བཀའ་མོལ་གནང་མཁན་དེ་ཚོ་ཧ་ཅང་གི་ཁྱད་ཆ་ཆེ་བ་ཞིག་གནས་སྟངས་ཤིག་མཐོང་གི་ཡོད་ཟེར་དེ་ཞུ་ཡ་ཡིན། ད་འདི་ནས་བརྒྱུད་རིམ་མང་པོ་ཅིག་རེད་བ་ད་གཅིག་སྟོང་དགུ་བརྒྱ་གྱ་བཅུ་གྱ་བརྒྱད་གྱ་བཅུ་གྱ་བདུན་གྱི་སྤྱི་ཟླ་དགུ་བའི་ཟླ་རེ་གཉིས་སྟག་ཉིན་ཡིན་པ་ཡོད་ཨ་མི་རི་ཀའི་ད་ལྟ་གྲོས་ཚོགས་གོང་མ་སི་ནེ་ཏི་ནང་ལ་ཡ་ཨ་ནི་བཞི་པའི་བགྲོད་བྱ་དོན་ཚན་ལྔ་བཏོན་གནང་བ་རེད་བགྲོད་བྱ་དོན་ཚན་ལྔ་པ་དེ་ཨ་ནི་རྒྱ་བོད་གཉིས་ཀྱི་དཀའ་ངལ་དེ་ཨ་ནི་ལྷག་བསམ་རྣམ་དག་ཐོག་ནས་སེལ་ཐབས་བྱེད་མཁན་ཡིན་གསུངས་ཡོད་རེད་དེའི་གཞི་ཟུར་གཅིག་ནས་གཅིག་སྟོང་དགུ་བརྒྱ་གྱ་བཅུ་གྱ་བརྒྱད་ལོ་ལ་སྤྱི་ཟླ་དྲུག་པའི་ཚེས་བཅུ་དྲུག་ཡིན་པ་ཡོད་ད་ནི་ཕ་རན་སི་གི་སི་ཏྲེ་སི་བག་ལ་ཡ་ཨ་ནི

ད་ང་ཚོ་ཉིས་སྟོང་བརྒྱད་ལོ་ལ་ཡ་རེད་མོད་སྐུ་ཚབ་བརྒྱུད་ནས་རྒྱ་ནག་འཐབ་ཕྱོགས་གཅིག་གྱུར་ལ་ང་ཚོའི་གི་མི་རིགས་ས་གནས་རང་སྐྱོང་ཡོང་ཐབས་ཀྱི་ཡིག་ཆ་འདི་དོན་ཚན་བདུན་འདི་སྤྲེལ་ཡག་གི་ཐུགས་སྲས་ཆགས་བསྡད་རེད་དེའི་བར་དུ་ང་ཚོ་ཐབས་ཤེས་ཡོད་རྒུ་རྩལ་སྤྲུགས་བྱས་ནས་ཕྱིན་བསྡད་པ་ཅིག་ཆགས་བསྡད་ཡོད་རེད་དེ་ང་ཚོའི་ཐབས་ལམ་ཅིག་ཆགས་བསྡད་ཡོད་ཟེར་ནས་ཨ་ནི་ང་ཚོའི་དེ་འབྲེལ་གི་སྤྲེལ་ཡག་ཡིག་ཆ་འདི་རྒྱལ་བ་རིན་པོ་ཆེ་གི་ཡེ་ཤེས་དབྱིངས་དཔྱད་མོས་པ་དེ་དག་ང་ཚོ་དེ་དང་རིམ་པས་ཤིན་ཏུ་འབྲེལ་བཤད་ཞུ་དགོས་ཀྱི་ཡོད་རེད། དཔེར་ན། ཐོག་མར་གཅིག་སྟོང་དགུ་བརྒྱ་བདུན་ཅུ་བདུན་བཞི་ལོ་ནས་སྤྱི་འཐུས་ཚོགས་གཙོ་དང་བཀའ་བློན་མཉམ་པོ་ལ་གོ་བསྡུར་གནང། དེ་ནས་རིམ་པ་བཞིན་དུ། གཅིག་སྟོང་དགུ་བརྒྱ་གྱ་བཅུ་གྱ་བརྒྱད་ཀྱི་སྤྱི་ཟླ་དྲུག་པའི་ནང་ལ་ཡང་རྡ་རམ་ས་ལ་ལ་དམིགས་བསལ་ཚོགས་ཆེན་ཞིག་ཚོགས་དེའི་ནང་ལ་ཡང་བཀྲ་ཤིས་བཀའ་བློན་ས་གནས་འགོ་འཛིན་ས་གནས་རང་བདེན་ཚོགས་ཆུང་བོད་ནི་གསར་འབྱོར་སྐུ་ཚབ་མི་མང་གི་འཐུས་མི་བྱས་ནས་ཕལ་ཆེར་མི་ཉིས་བརྒྱ་དྲུག་ཅུ་གཅིག་གི་ཚོགས་ཆེན་འཚོགས་ནས་དེའི་ཐོག་ལ་ཡ་ཕ་རན་སི་ཀི་སི་ཏྲེ་སི་པ་ལན་ཨན་གཏམ་བཤད་གནང་ཡས་ཀི་གྲོས་ཆོད་དེ་ཚོ་དྲང་ཡོངས་གྲགས་ཀི་ཕྱི་གསལ་ནང་གསལ་བྱས་ནས་བཟོས་གནང་ཡོད་རེད་ད་དེ་ནས་དེའི་བརྒྱུད་བྱས་ནས་ད་ང་ཚོ་མཐའ་མ་འགྲོ་གི་དེ་རྒྱ་མི་གི་དེ་ཁས་ལེན་མ་བྱས་པ་ཡིན་ད་ད་ང་ཚོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོས་ལྔ་དགུ་དྲུག་ནས་ཨ་ནི། མང་མོས་ཐག་གཅོད་འོས་བསྡུ་བྱེད་ཡས་ཀྱི་བརྒྱུད་རིམ་དེ་ཕྱིན་པ་རེད། མང་མོས་ཐག་གཅོད་འོས་བསྡུ་བྱེད་པའི་བརྒྱུད་རིམ་གྱི་ནང་ལོགས་ནི་མཐའ་མ་འགྲོ་བ་དེ། རྒྱ་ཆེ་མང་ཚོགས་ཀྱི་ཨ་ནི། བོད་ཕྱི་ནང་གཉིས་ཀྱི་བསམ་ཚུལ་ག་རེ་གླེང་རེ་ཟེར་ན། ཨ་ནི་ག་རེ་བཟོ་གི་རེད། འཛམ་བུ་གླིང་གི་ཆབ་སྲིད་འགྱུར་འགྲོས་དེ་དུས་ནས་དུས་སུ་འགྱུར་བ་འགྲོ་བསྡད་ཀྱི་རེད་འགྱུར་བ་སྐྱེན་པོ་ཞིག་ཅིག་རེད། མང་མོས་ཐག་གཅོད་འོས་བསྡུ་ཟེར་དུས་ཡང་ནས་ཡང་དུ་བྱེད་ཐུབ་ཡ་ཅིག་མ་རེད། དེ་འདྲ་ཡིན་དུས་འཛམ་བུ་གླིང་གི་ཆབ་སྲིད་འགྱུར་འགྲོས་དང་བསྟུན་བྱས་ནས་ནི་སྤྱི་མཚུངས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཡེ་ཤེས་དབྱིངས་དཔྱད་ཀྱི་ཐག་གཅོད་གནང་རོགས་གྱིས། དེའི་ཐག་གཅོད་གང་གནང་པ་དེ་ནི་མང་མོས་ཐག་གཅོད་འོས་བསྡུ་དང་ཚད་མཉམ་པ་ཡིན་ཟེར་ནས་མི་མང་བརྒྱ་ཆ་དྲུག་ཅུ་རེ་བཞི་དང་གྲངས་ཆུང་གཉིས་ཀྱིས་ཡིག་ཐོག་ནས་ཐུགས་སུ་ཕུལ་བཞག་པ་དེ་གཅིག་ཆགས་བསྡད་ཡོད་རེད་དེ་གཞི་བཟུང་བྱེད་རྒྱུ་ཙམ་ནི་གཅིག་སྟོང་དགུ་བརྒྱ་དགུ་ཅུ་དགུ་བདུན་གྱི་སྤྱི་ཟླ་དགུ་པའི་ཚེས་བཅོ་བརྒྱད་ཉིན་ག་དེ་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཐོག་ནས་སྤྱི་མོས་ཀྱིས་གཏན་ལ་ཕབ་བྱས་ནས་ད་ལྟ་ང་ཚོས་དབུ་མའི་ལམ་གྱི་སྲིད་བྱུས་འདི་གཏན་འབེབས་གནང་ཞེས་པ་ཆེས་ཐུགས་སུ་ཆགས་བསྡད་ཡོད་རེད། ད་དེ་ནས་མ་བརྒྱུད་ཕྱི་ནས་ཉིས་སྟོང་བརྒྱད་ལོ་ལ་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་འཐབ་ཕྱོགས་གཅིག་གྱུར་ལ་སྤྲོད་པའི་ཡིག་ཆ་ད་ལྟ་མི་རིགས་ས་གནས་རང་སྐྱོང་གི་དོན་ཚན་བདུན་དེ་ཡང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཕར་གནང་བ་དེ་ཡང་བོད་མི་དམངས་སྤྱི་མཐུན་ལྷན་ཚོགས་ཀྱི་ཐོག་ལ་ཡང་གྲོས་བསྡུར་སྔ་རྗེས་མང་པོ་ཞེ་བོ་ཞིག་བྱུང་བཀའ་ཟུར་རྣམ་པ་སྐད་དང། དམིགས་བསལ་སྐུ་ཚབ་རྣམ་པ་སྐད་དང་མང་པོ་བཅས་གྲོས་བསྡུར་ཐག་གཅོད་གྲལ་བསྡུར་མང་པོ་ཞེ་བོ་ཞིག་བྱས་པའི་ཐོག་ནས་མཐའ་མ་དེ་ཕལ་ཆེར་ཉིས་སྟོང་བཅུ་གྱི་ཟླ་ལྔ་ཚེས་གྲངས་ཏེ་གསུམ་པའི་གཅིག་ཡིན་བསམས་སོང། འོ་དེའི་ཐོག་ནས་ཡང་དགོངས་དོན་སྐྱབས་མགོན་ཆེན་པོ་མཆོག་ལ་ཐུགས་རྗེ་ཆེ་ཞུ་གི་གྲོས་ཆོད་བཞག་འདོད་རེད། དེ་ཙམ་མ་ཟད་ཀྱི་ཉིས་སྟོང་བརྒྱད་ལོ་ལ་ཡང་དམིགས་བསལ་ཚོགས་ཆེན་ཐོག་ནས་ཡང་ཨ་ནེ་དགོངས་དོན་སྐྱབས་མགོན་ཆེན་པོ་མཆོག་གི་ལམ་སྟོན་ལ་ཤར་བསྐྱོད་བྱེད་ཡ་གི་སྤྱི་མོས་དང་དབུ་མའི་ལམ་གྱི་ཐོག་ལ་ཚད་མཐོན་པོ་ཆགས་ཆེ་ད་དེ་འདྲའི་རབ་དང་རིམ་པ་དམངས་གཙོའི་བརྒྱུད་རིམ་ཐོག་ནས་ཐག་གཅོད་བྱས་ཞེས་པ་ཅིག་ཆགས་བསྡད་ཡོད་པ་ཡིན་ཙང་ད་འདིས་ང་ཚོ་ཅིག་ག་རེ་བཟོ་གི་རེད། དབུ་མའི་ལམ་གྱི་སྲིད་བྱུས་དེ་བོད་གཞུང་མང་གཉིས་ཀྱིས་གཏན་ལ་ཕབ་པའི་སྲིད་བྱུས་ཆགས་བསྡད་རེད། དེ་ལ་ང་ཚོ་ཤར་བསྐྱོད་བྱེད་དགོས་ཏེ་ད་ང་ཚོ་ལྡོག་ཏུ་མེད་པའི་ལས་འགན་ཅིག་ཆགས་བསྡད་པ་དེ་ངོས་ཟིན་དགོས་ཀྱི་རེད། རྩ་བའི་ང་ཚོས་དབུ་མའི་ལམ་གྱི་སྲིད་བྱུས་དང་རང་བཙན་ཟེར་ནས་རྩ་ཁྲིམས་ནང་ལ་ཁྲིམས་ཡིག་བཀོད་བཞག་པ་དེ་འགལ་ཡོད་མ་རེད། ཡིན་ན་ཡང་ང་ཚོའི་བཙན་བྱོལ་བོད་མིའི་བཅའ་ཁྲིམས་ཀྱི་ཨ་ནི། དོན་ཚན་གསུམ་པའི་ནང་ལོགས་ལ་ཡང་ང་ཚོ་ག་དུས་ཡིན་ན། འཚེ་བ་མེད་པ་རེད་བ། འཚེ་བ་མེད་པ་ལ་འགྲོ་ཡ་དེ་ཐག་གཅོད་བྱ་ཐུབ་པ་ཅིག་རེད་བ། འཚེ་བ་མེད་པའི་ལམ་ལ་འགྲོ་དགོས་ཀྱི་ཡོད་ན། ཨ་ནི་འཚེ་བ་མེད་པའི་ལམ་གྱི་ཐབས་ལམ་གྱི་ཚད་དགོས་ཀྱི་ཡོད་རེད་བ། འཚེ་བ་མེད་པའི་ལམ་ནས་འགྲོ་དགོས་ན་ཐབས་ལམ་གྱི་ཚད་དགོས་ཀྱི་ཡོད་ན། དེ་ཕྱོགས་ཕན་ཚུན་གྲོས་མོལ་གྱི་ལམ་ནས་འགྲོ་དགོས་ཡ་ཅིག་རེད་མ་གཏོགས། ཨ་ནི་འཚེ་བ་མེད་པ་ཁས་ལེན་ཐབས་ཀྱི་ཆེད་ལ་ཡང་ཐབས་ཤེས་བཞིན་པ་འགལ་ཡོད་མ་རེད། དེ་འདྲ་ཡིན་ན་འཚེ་བ་མེད་པའི་ཐབས་ལམ་དེའི་ཐོག་ནས་ང་ཚོ་འགྲོ་དགོས་དུས་གྲོས་མོལ་བྱེད་དགོས་ཀྱི་རེད་གྲོས་མོལ་བྱེད་དུས་ད་ནི་དབུ་མའི་ལམ་གྱི་ཐབས་ལམ་འདི་རེད། དབུ་མའི་ལམ་གྱི་ཐབས་ལམ་དེ་སྲིད་ཇུས་ཅིག་རེད་དེའི་ནང་དོན་ལ་ཐབས་ཇུས་ཡར་མར་འགྱུར་བ་ཏན་ཏན་འགྲོ་སྲིད་ཀྱི་རེད་དེ་འགྲོ་ཆོག་པ་ཞིག་ལ་འགྲོ་ཡ་ཡོད་པ་ཅིག་ཆགས་སྡད་ཀྱི་ཡོད་རེད། ཨོ་དེ་འདྲ་ཡིན་ཙང་ང་ཚོ་གང་ལྟར་དེའི་གི་ཐབས་བྱུས་འདི་ལ་ཡ་ད་ལྟའི་ཆ་ལ་རྒྱ་མི་གི་ག་རེ་ཟེར་གི་ཡོད་ཟེར་ན་རྒྱལ་བ་རིན་པོ་ཆེ་གི་ཞལ་ནས་དབུ་མའི་ལམ་གསུངས་པ་མ་གཏོགས་དོན་དམ་པའི་རང་བཙན་བློས་བཏང་ཡོད་མ་རེད་ཟེར་ཡས་དང་ཨ་ནི་གཞོན་ནུ་ལ་རྒྱབ་སྐྱོར་བྱེད་གི་ཡོད་རེད་ཟེར་ཡས་དང་ཨ་ནི་དབུ་མའི་ལམ་ལ་མི་མང་གི་རྒྱབ་སྐྱོར་ཡོད་མ་རེད་ཟེར་ཡས་དང་དབུ་མའི་ལམ་དེ་ཨ་ནི་རྣམ་པ་མི་མངོན་པའི་རང་བཙན་རེད་ཟེར་ཡས་ལ་སོགས་པ། རྣམ་པ་བརྒྱུད་པའི་རང་བཙན་རེད་ཟེར་ཡས་ལ་སོགས་པ་ཁག་དཀྲི་ས་མང་པོ་ཞིག་བྱེད་གི་ཡོད་རེད། རྒྱ་མི་ག་རེ་ཟེར་ན་ཁག་དཀྲི་ས་ཅིག་འཚལ་གྱི་ཡོད་རེད་བ། ད་ང་ཚོས་དེ་ཁག་དཀྲི་ས་མེད་པ་ཞིག་བཟོ་དགོས་ཀྱི་རེད་དེ་འདྲ་ཞིག་བཟོ་དགོས་ཀྱི་ཡོད་ན་སྤྱི་འཐུས་ལྟ་བུ་ཆེས་ད་ག་རེ་ཟེར་ང་རང་ཚོའི་ངོས་ནས་མང་གཙོའི་ཀ་བ་གསུམ་གྱི་ཡ་གྱལ་གཅིག་གི་ནང་ལ་ཡོད་མཁན་དེ་ལྷག་པ་དེ་ཁྲིམས་བཟོ་ལྷན་ཚོགས་དེ་ཨ་ནི་ཁ་དོན་མ་མཚུངས་པའི་གི་ལས་ཀ་ཅིག་བྱེད་ཀྱི་བསྡད་པ་ཡིན་ན་ཨ་ནི་རྒྱ་མི་ལ་དགོས་ཡ་གི་ལག་ཆ་དེ་ཏག་ཏག་སྤྲད་ཀྱི་ཡོད་རེད་དེའི་དྲང་བདེན་ང་ཚོའི་སྤྱི་འཐུས་ཀྱི་ཐོག་ནས་དེ་རྩ་བ་ཉིད་ནས་འགྲིག་གི་ཡོད་མ་རེད། གལ་སྲིད་མ་འོངས་པ་ལ་ང་ཚོ་དབུ་མའི་ལམ་གྱི་སྲིད་བྱུས་ལས་འདས་པའི་གི་ཐབས་ལམ་གཞན་པ་ཅིག་ཚང་མས་ཀྱི་གཞུང་དམངས་གཉིས་ཀྱི་མོས་མཐུན་ཐོག་ནས་མཐོང་པ་ཡིན་ན་དེ་འགྲོ་ཡ་ལས་དཀའ་ངལ་འཁེལ་ཡོད་མ་རེད་ང་ཚོ་ལོ་རྒྱུས་ཀྱི་ཐོག་ལ་བོད་རང་བཙན་མ་རེད་ཟེར་ཏེ་དུས་ནམ་ཡང་ཁས་ལེན་བྱེད་ཀྱི་ཡོད་མ་རེད་ལོ་རྒྱུས་ཀྱི་ཐོག་ལ་བོད་རྒྱ་ནག་ཆ་ཤས་ཟེར་ཏེ་དུས་ནམ་ཡང་ཁས་ལེན་བྱེད་ཀྱི་ཡོད་མ་རེད་དེ་མ་བྱས་པ་ཡིན་དུས་ལོ་རྒྱུས་ཀྱི་ཐོག་ལ་བོད་རང་བཙན་རེད་ད་ད་ལྟ་ང་ཚོ་ལ་ཉག་རྡོ་བཟང་གི་ཐབས་ལམ་ཅིག་འཚོལ་གྱི་ཡིན་ཟེར་རྒྱུ་ད་ནི་དེ་ཁོ་ཚོས་ཁས་ལེན་མ་བྱས་པ་ཡིན་ན་ང་ཚོ་རྒྱ་ཤུགས་རྒྱ་ཚག་གི་ལམ་ཀ་དེ་ཡོད་བསྡད་པ་ཅིག་རེད་དེ་ཡིན། དེ་འདྲ་ཡིན་ཙང་གལ་སྲིད་ང་ཚོ་མ་འོངས་པ་ལ་སྲིད་ཇུས་འགྱུར་བ་གཏང་དགོས་ཡའི་གནས་བབ་ཅིག་ཆགས་ཀྱི་ཡོད་ན། དབུ་མའི་ལམ་ལ་ལྷག་པའི་གི་ཐབས་ལམ་ཡག་པོ་ཅིག་མཐོང་གི་ཡོད་ན་དེ་གཞུང་མང་གཉིས་ཀྱི་གཏན་ལ་ཕབ་དགོས་ཡ་ཆགས་ཀྱི་ཡོད། དབུ་མའི་ལམ་གྱི་སྲིད་ཇུས་ལ་ཡ་གཏན་འབེབས་ག་འདྲའི་ཆགས་པ་གཞི་བཟུང་འགྲོ་རྒྱུ་རེད་མ་གཏོགས་དེ་སྤྱི་འཐུས་གྲོས་ཚོགས་ནང་ལ་སུམ་ཆ་གཉིས་ཀྱིས་ཐག་གཅོད་བྱེད་ཐུབ་ཡ་ཅལ་མ་རེད། བཀའ་སྤྱི་གཉིས་ཀྱིས་ཐག་གཅོད་བྱེད་ཐུབ་ཡ་ཀྱང་མ་རེད། ཀྱེ། བཀའ་སྤྱི་གཉིས་ཀྱིས་གལ་སྲིད་ཐག་གཅོད་བྱེད་དགོས་ཡ་ཀྱི་གནས་བབ་ཅིག་གཟིགས་པ་ཡིན་ན་མང་མོས་ཐག་གཅོད་འོས་བསྡུ་གྱི་ལས་རིམ་འདི་སྤེལ་དགོས་ཀྱི་རེད། དེའི་ཐོག་ནས་ཨ་ནི་ཐག་གཅོད་ཅིག་འགྲོ་ཐུབ་ཀྱི་རེད་དེ་ལ་ལྷག་པ་ཅིག་གིས་དབུ་མའི་ལམ་ལ་འགྱུར་བ་བཏང་ཐུབ་ཡ་མེད་པ་དེ་ང་ཚོས་ཤེས་དགོས་ཀྱི་རེད་ལ་དེ་འདྲའི་གི་ཐོག་ལ་ཅིག་བརྫོད་བརྫོད་བྱེད་ཀྱི་འདུག་ན་དེ་ང་ཚོས་མཐའ་གཅིག་ཏུ་ཁས་ལེན་བྱེད་མ་ཐུབ་པའི་གནས་ཚུལ་ཡིན་པ་དེ་མཁྱེན་དགོས་ཀྱི་རེད་དེ་ཞོའི་ཡིན། ད་དེ་ནས་དབུ་མའི་ལམ་གྱི་སྲིད་བྱུས་འདི་ད་ལྟའི་ཆ་ལ་ཡ། རྒྱལ་བ་རིན་པོ་ཆེ་གྱིས་འཛམ་བུ་གླིང་གི་ཞི་བདེའི་དེད་དཔོན་ཟེར་ནས་ང་རང་ཚོ་ཚང་མས་མངོན་པར་འདོད་ཀྱི་ཡོད་རེད། བོད་ནང་གི་གནས་སྟངས་ཛ་དྲག་པོ་དེ་འདྲའི་ཞིག་ཆགས་ཀྱི་ཡོད་རེད་དེ་འདྲའི་གི་རྒྱ་མིའི་གདུག་རྩུབ་ཅིག་བཏང་པ་རེད་དེ་ཡིན་ན་རྒྱལ་བ་རིན་པོ་ཆེ་གི་རྒྱ་མི་ལས་ཡ་ཨ་ནི་ག་རེ་ཟེར་བ་རེད་འཁོན་ལན་ལ་འཁོན་འཛིན་འཁོན་ལན་མེད་པའི་ཐོག་ནས་དབུ་མའི་ལམ་གི་སྲིད་བྱུས་ཀྱི་ཐོག་ནས་སྙིང་དམོད་ཀྱི་ལམ་ནས་དཀའ་ལས་དཀའ་ངལ་དེ་སེལ་ཐུབ་ན་བོད་དང་རྒྱ་གཉིས་སྲིད་པ་ཆགས་པ་ལ་བཟུང་སྟེ་གྲོང་པ་ཁྱིམ་མཚེས་བྱས་ནས་བསྡད་བསྡད་རེད་མ་འོངས་པ་ཡིན་ན་བསྡད་དགོས་རེད་སྐབས་རེ་དབོན་ཞང་བྱས་ནས་བསྡད་པ་རེད་སྐབས་རེ་འདྲ་ཤས་ཆེ་ནས་བསྡད་པ་རེད་མ་འོངས་པ་ལ་བསྡད་དགོས་ཀྱི་རེད་དེ་འདྲ་ཡིན་དུས་ཙཱ་ནི་ཞི་དུལ་མཉམ་གནས་ཀྱི་ཐོག་ནས་ཐག་གཅོད་ཅིག་བྱུང་བ་ཡིན་ན་ཞི་བདེ་ལྷིང་འཇགས་ཡོང་གི་རེད་དེ་རྒྱལ་བ་རིན་པོ་ཆེ་གིས་རྩལ་དུ་བཏོན་ནས་གསུང་གི་ཡོད་རེད་དེ་འདྲའི་ཡིན་བཞིན་དུ་རྒྱལ་བ་རིན་པོ་ཆེ་གིས་ཨ་ནི་ང་ཚོ་གཅིག་གསུང་བཀའ་སྒྲུབ་ཞུ་གི་ཡིན་ཟེར་རྒྱ་རྒྱ་མི་མང་དེ་རྒྱས་བསྡད་ཀྱིས་ཨ་ནི་རྒྱལ་བ་རིན་པོ་ཆེ་གིས་བཀའ་དགོངས་གཞི་བཟུང་དབུ་མའི་ལམ་ལ་ཤར་བསྐྱོད་མ་བྱས་པ་དེ་ལ་ང་ཚོ་ཞེན་པ་ཞིག་བྱེད་ཀྱི་ཡིན་ཟེར་ན་ད་དམག་འཐབ་བྱེད་དགོས་ཀྱི་ཡོད་རེད་བ་དམག་འཐབ་བྱེད་ཀྱི་རྒྱ་མི་ལ་ཁ་གཏད་གཅག་ཐུབ་དང་མ་ཐུབ་དེ་གི་མཐུན་རྐྱེན་རག་དང་མ་རག་དེ་འདྲའི་ཟི་ཡས་ཀྱི་ཐོག་ལ་བསམ་བློ་ཅིག་བཏང་པ་ཡིན་ན་ཨ་ནི་དེ་དང་པོ་ཨ་ལས་དང་པོ་ཁོ་རང་རྒྱལ་བ་རིན་པོ་ཆེ་གི་འཚེ་མེད་ཞི་བའི་ལམ་སྟོན་དེ་དག་རྒྱབ་འགལ་ཆགས་བསྡད་ཡོད་རེད། དེ་འདྲ་ཡིན་ན་རྒྱལ་བ་རིན་པོ་ཆེ་གི་འཚེ་མེད་ཞི་བའི་ལམ་སྟོན་དེ་དག་རྒྱབ་འགལ་ཆགས་བསྡད་པ་ཡིན་ན་ང་ཚོའི་རྒྱལ་བ་རིན་པོ་ཆེ་བཀའ་གྲུབ་ཀྱི་འདུག་དང་མི་འདུག་དགོངས་གཞི་གྲུབ་ཀྱི་འདུག་དང་མི་འདུག་དེ་བསམ་བློ་བཏང་དགོས་རོགས། རྒྱུ་མཚན་གཅིག་དེ་རེད། གཉིས་པ་དེ་ང་ཚོའི་ད་ལྟ་འཚེ་མེད་ཞི་བའི་ཐབས་ལམ་ཟེར་དེ་ང་ཚོ་ལ་ད་ལྟ་དྲག་པོའི་དཔུང་སྟོབས་མེད་པ་རྒྱ་མི་ལ་ཁ་གཏད་བཅག་མ་ཐུབ་པ་དེ་འདྲའི་གནས་སྟངས་ཀྱི་ཐོག་ནས་ང་ཚོ་དབུ་མའི་ལམ་ཟེར་དེ་མ་གཏོགས་མ་འོངས་པ་ལ་དེ་ལས་ལྷག་པའི་གི་འགྱུར་བ་ཇི་ཕྱིན་ཅི་དྲག་པོའི་སྟོབས་ཤུགས་བྱུང་བ་ཡིན་ན་ཨ་ནི་ང་ཚོ་འཚེ་བ་ལ་འགྲོ་ཡས་ཡིན་ཟེར་དེ་དམ་བཅའ་དེ་མ་རེད་ད། ང་ཚོ་དུས་དང་རྣམ་པ་ཐམས་ཅད་དུ་དངོས་གནས་གངས་ལྗོངས་ཆོས་ལྡན་ཆེས་མཐོའི་རྒྱལ་ཁབ་འདི་འཚེ་བ་མེད་པའི་ལམ་ཁ་ཞིག་དང་འགྲོ་གི་ཡིན། མ་འོངས་པ་ལ་དྲག་པོའི་སྟོབས་ཤུགས་ཀྱི་རྒྱབ་སྐྱོར་བྱུང་བ་ཡིན་ན་དེ་འདྲའི་གི་དམག་འཐབ་དེ་སྤང་གི་ཡིན་ཟེར་གི་རེད། དེ་འདྲའི་ཐོག་ནས་དུས་དང་རྣམ་པ་ཐམས་ཅད་དུ་དཀའ་རྙོག་ག་འདྲའི་ཆེ་ན་གྲོས་མཐུན་མཉམ་གནས་ཀྱི་ཐོག་ནས་ཐག་གཅོད་བྱེད་ཡས་དེ་ང་ཚོའི་དམ་བཅའ་ཆགས་དེ་རེད་དེ་རྒྱལ་བ་རིན་པོ་ཆེ་དགོངས་གཞི་ཆགས་དེ་རེད་དེ་ད་ལྟ་ང་ཚོ་མ་འོངས་པ་ལ་ཚང་མས་ཐུགས་ལ་མ་བརྗེད་པར་བྱེད་དགོས་ན་མ་གཏོགས་གཅིག་གོ་སྐབས་རེ་མེད་པ་མ་གཏོགས་བྱུང་ན་དེ་ལས་ལྷག་པ་བྱེད་མཁན་ཡོད་ཟེར་དེ་ང་ཚོའི་རྒྱལ་བ་རིན་པོ་ཆེ་དགོངས་གཞི་མིན་པ་དེ་གསལ་པོ་མཁྱེན་དགོས་ཀྱི་རེད་ཅེས་ད་དེ་སོ་སོའི་ཤེས་འདོད་དེ་ཡིན། ཞེས་དང་དེ་འབྲེལ་གྱི་དབུ་མའི་ལམ་དེ་ལ་ཡང་ད་ལྟའི་དུས་ཚོད་ལ་ཡང་རྒྱ་མི་ལ་ཁག་དཀྲི་ས་ཞིག་གོ་གི་འདུག་བ་རྒྱ་མི་ལ་ཁག་དཀྲི་ས་མཁན་ཐེངས་མང་ཞུས་མྱོང་རྒྱ་མི་ལ་ཁག་དཀྲི་ས་དེ་ག་རེ་གོ་གི་ཡོད་རེད་ཟེར་ན། རྒྱལ་བ་རིན་པོ་ཆེ་གི་ཁ་བྲལ་རྩོད་ཀྱི་འདུག་ཟེར་བའི་ཚིག་འདི་བེད་སྤྱོད་བཏང་གི་ཡོད་རེད་ཁ་བྲལ་རྩོད་ཀྱི་མེད་པ་དེ་འཛམ་བུ་གླིང་ཡོངས་གྲགས་ཆགས་བསྡད་རེད་དེ། ད་ཁོ་ཚོ་ལ་ལན་རྒྱག་ཡོད་མ་རེད། ལན་ག་རེ་རྒྱག་ཡོད་མ་རེད་ལབ་པ་ཡིན་ན། མི་རིགས་ས་གནས་རང་སྐྱོང་དེ་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་རྩ་ཁྲིམས་དང། མི་རིགས་ས་གནས་རང་སྐྱོང་གི་བཅའ་ཁྲིམས་གཞི་བཟུང་བྱས་ནས། དེའི་ནང་གི་ང་ཚོ་ཐོབ་ཐང་དེ་རྩོད་བསྡད་ཀྱི་ཡོད་རེད། དེའི་ནང་ལ་བོད་ཆོལ་ཁ་གསུམ་འདི། མི་རིགས་གཅིག་ཆགས་དེ་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་མི་རིགས་ལྔ་བཅུ་ང་དྲུག་ནང་ནས་བོད་ཆོལ་ཁ་གསུམ་དེ་མི་རིགས་གཅིག་རེད་མ་གཏོགས་ཁམས་པའི་མི་རིགས་ཨ་མདོའི་མི་རིགས་དབུས་གཙང་མི་རིགས་ཟེར་གྱི་ཡོད་མ་དེ་མི་རིགས་གཅིག་ཆགས་དེ་མི་རིགས་གཅིག་ལ་མི་རིགས་གཅིག་གི་ཐོག་ནས་ཨ་ནི་མི་རིགས་ས་གནས་རང་སྐྱོང་གི་ཐོབ་ཐང་དེ་བཅའ་ཁྲིམས་ནང་ལ་ཡོད་བསྡད་པ་ཆེ་དེ་ང་ཚོ་ལ་གོ་ཟེར་གྱི་རེད་དེ་ང་ཚོ་མིང་དོན་མཚུངས་པའི་རང་སྲིད་རང་སྐྱོང་དེ་གོ་གི་འདུག་སེམས་དེ་རྩོད་གི་ཡོད་རེད་དེ་རྩོད་དུས་ད་ནས་དེ་ཁོ་ཚོ་ཁས་ལེན་ཐུབ་གི་ཡོད་མ་རེད་དེ། མེད་ཟེར་བ་ཡིན་ན་སོ་སོའི་གི་ཟོལ་རྒྱོག་གི་རྒྱལ་ཁབ་གི་ཁྲིམས་དང། ཨ་ནི་རྩ་ཁྲིམས་དང་བཅའ་ཁྲིམས་ལ་བརྩི་སྲུང་མ་ཞུས་དུས་རྒྱ་ནག་ཁོ་རང་ཁྲམ་པ་ཡིན་པ་དེ་འཛམ་བུ་གླིང་ལ་མངོན་གསལ་སྟོན་གི་ཡོད་རེད། དེ་ཡིན་ཟེར་ཁར་འགྲོ་དུས་རྩ་ནི་དེ་ཁོང་ཚོའི་བོད་དོན་དཀའ་རྙོག་སེལ་ཡས་གི་ཐོག་ལ་ལྷག་བསམ་རྣམ་དག་ཅིག་ཡོད་པ་མ་རེད། དེ་མེད་པ་དེ་ག་རེ་བྱས་ནས་བྱེད་གི་ཡོད་རེད་ཟེར་ན་ད་ཁོང་ཚོའི་དབང་བརྒྱུད་གཉིས་ལྡན་གི་ཐོག་ནས་ཨ་ནི་བོད་དོན་དེ་མེད་པ་བཟོ་དགོས་བསམ་པའི་ཀུན་སློང་ངན་པ་ཅིག་ཡོད་རེད་དེ་ག་རེད་ཟེར་ན། ཕྱོགས་གཅིག་ནི་རྒྱལ་བ་རིན་པོ་ཆེ་གི་སྐུ་ཚེ་ལ་ཚད་འཛིན་བྱེད་གི་ཡོད་རེད། སྔོན་མ་ནས་བཤད་བཞིན་པ་རེད་ཁྱེད་ཚོའི་འཐབ་རྩོད་དེ་རྒྱ་གར་རིན་པོ་ཆེ་མི་གཅིག་ལ་ཐུག་བསྡད་ཡོད་རེད་ཉི་མ་ནམ་ཞིག་དེ་མེད་པའི་ཉིན་ག་ནས་ཨ་ནི་ཁྱེད་ཚོའི་སྒྲོམ་གཞི་དེ་འཐོར་གི་རེད་ཟེར་ཡ་འདི་རེད། གཉིས་དེ་བོད་ཡུལ་རྒྱ་ཡུལ་དུ་གྱུར་ཡ་འདི་རེད། བོད་ཡུལ། རྒྱ་མི་བོད་ལ་གནས་སྤོས་བྱས་བོད་ཕྲུག་རྒྱ་ནག་ལས་རྒྱ་སྐད་བསླབས། དེ་འདྲའི་གནས་ཚུལ་ཅིག་གི་ཐོག་ནས་མཐའ་མ་དེ་བོད་ཡུལ་རྒྱ་ཡུལ་དུ་གྱུར་ཡ་རེད་དེ་འདྲའི་གི། ལས་རིམ་གཉིས་དེ་འགྲུབ་འདི་ལྟར་ནི། ཨ་ནི་ད་ལྟ་ཁོ་ཚོ་ལ་དེ་གཅིག་མི་རིགས་ས་གནས་རང་སྐྱོང་དང་གཅིག་སའི་རྙོག་དྲ་དེ་གས་མ་དགོས་པ་བྱས་དེ་འདྲའི་དེ་འདྲའི་གི་ཐོག་ནས་ཨ་ནི་ང་ཚོའི་དམིགས་ཡུལ་དེ་བརླག་བཅུག་ཡས་གི་ཐབས་ཤེས་ཤིག་བྱེད་གི་ཡོད་འདི་ལྟར་ནི་ང་ཚོ་འདི་གནས་སྟངས་དེ་ད་དྲག་པོ་ཆགས་དེ་རེད། ང་ཚོ་གལ་སྲིད་ད་དུང་ལོ་མང་པོ་གི་དུས་ཚོད་བསྐྱལ་ནས་བསྡད་དགོས་གི་ཡོད་པ་ཡིན་ན། ཨ་ནི་ང་ཚོའི་གནས་སྟངས་དེ་ག་འདྲའི་ཆགས་ས་རེད། ད་ལྟ་ང་ཚོ་གོ་སྐབས་བཟང་པོ་དེ་ཡོད་དུས་གོ་སྐབས་བཟང་པོ་དེ་དམ་འཛིན་བྱེད་པའི་ཐོག་ནས་ཨ་ནི་བོད་རྒྱ་འབྲེལ་མོལ་གྱི་ཐོག་ནས་དཀའ་ངལ་སེལ་ཐབས་བྱེད་དགོས་ཀྱི་རེད་དེ་འདྲ་ཡིན་དུས་བོད་མི་མང་སྤྱི་འཐུས་ལྷན་ཚོགས་འདི་དབུ་མའི་ལམ་གྱི་ཐོག་ལ་ཤར་སྐྱོད་བྱེད་མཁན་གྱི་སྒྲིག་འཛུགས་ཅིག་དགོས་ཏེ་གལ་ཆེན་པོ་ཅིག་མཐོང་གི་ཡོད་སོ་སོ་འདྲ་བྱས་ན་ད་ག་འདྲ་ད་འདྲ་བར་དུ་དབུ་མའི་ལམ་གྱི་ཐོག་ལ་ཡ་གཅིག། མུ་མཐུད་ནས་འཇོན་ཚོད་དཔག་ཚོད་ཀྱི་ལས་ཀ་བྱས་བསྡད་པ་ཡིན། ད་ལྟ་ཡིན་ན་ད་ལྟའི་ཁོ་སྤྱི་མཐུས་ལས་མིར་ཁྱད་པར་ཟ་མཁན་མི་འདུག་ཁོ་ག་རེ་ཡིན་ན་ལྷག་བསམ་ལྷག་པ་རྣམ་དག་གིས་བྱས་བསམ་པ་ཅིག་ཡོད། སྤྱི་བཏང་གིས་སྤྱི་པའི་ལས་དོན་བྱེད་ཡ་ལ་ཡ་གཅིག་གིས་འཇིགས་མི་འཇིགས་སྤྱི་མཐུས་མིང་བྱུང་ན་བསམ་པ་དེ་གས་བསམ་གྱི་མེད། འདས་པའི་མི་ཚེ་གང་བཟང་དེ་སྤྱི་པའི་ལས་དོན་ཐོག་ལ་ཕྱིན་པ་ཡིན། ད་ལྟ་ཡིན་ན་དཔེ་དགོ་ས་ལ་མ་བཞག་པ་དུ་འགྲོ་རྒྱུ་རེད། དེ་ག་རེད་ཟེར་ན་ང་ཚོ་མོ་ཏྲ་ཅིག་ལ་ཆ་བཞག་པ་ཡིན་ན་ཨིན་ཇིན་འདི་གལ་ཆེན་པོ་ཞེ་བོ་ཅིག་རེད། ཡིན་ན་ཡང་མོ་ཏྲ་དེ་གི་འཁོར་ལོ་གཅིག་མེད་པ་ཡིན་ན་ཨིན་ཇིན་གི་ལས་ཀ་བྱེད་ཐུབ་གི་མ་རེད། འཁོར་ལོ་གཅིག་གི་གཅུན་གཟེར་གཅིག་མ་ཚང་བ་ཡིན་ན་རིམ་པས་རིམ་པས་རིམ་པས་འཁོར་ལོ་དེ་ལ་སྐྱོན་རྒྱག་གི་རེད། རིམ་པས་རིམ་པས་རིམ་པས་མོ་ཏྲ་དེ་འགྲོ་མ་ཐུབ་ཆགས་འགྲོ་གི་རེད། དེ་འདྲ་ཡིན་དུས་ང་ཚོ་སོ་སོའི་གནས་བབ་ལ་གཞིགས་པས་སོ་སོའི་གི་གནས་སྟངས་ལ་དཔག་པས་ཨ་ནི་སྤྱི་པའི་ལས་དོན་གི་ཐོག་ལ་ཡ། ཕྱར་གྲུ་མཉམ་གཏུག་དང་ནུས་པ་མཉམ་སྤུངས་བྱེད་དགོས་ཅེས་མཐོང་གི་ཡོད་པ་ཡིན་ཙང་གོ་སྐབས་ནམ་བྱུང་གི་ཐོག་ལ་ཡང་སྤྱི་པའི་ལས་དོན་གི་ཐོག་ལ་ཡང་ད་ག་ལྟར་ད་ལྟ་བར་དུ་ཁ་ཙམ་མིན་པའི་གིས་ལས་ཀ་ཅིག་བྱེད་བསྡད་མཁན་ཅིང་དེ་མ་འོངས་པ་ལ་ཡང་བྱེད་བསྡད་དགོས་བསམ་བློ་འདུག་ཟེར་རེད་དེ་འདྲ་ཡིན་དུས་སོ་སོ་འདྲ་བྱེད་ན་འདྲ་སྤྱི་འཐུས་ལ་སླེབས་ན་ང་བག་ཆགས་ཆེན་པོ་ཞི་བོ་ཅིག་ཆགས་ཀྱི་ཡིན་བཏང་གོ་བྱུག་གོ་ཟེར་གལ་ཞུ་ཡས་མེད་དེ་འདྲའི་གི་ཐོག་ནས་རེ་བ་ཆེན་པོ་གལ་རྒྱག་གི་མེད་ད་ང་སྤྱི་འཐུས་ལ་མ་སླེབས་པ་ཡིན་ན་ད་ད་ང་འགྲིག་མ་སོང་བསམ་པའི་གིས་དེ་འདྲའི་གི་རྣམ་རྟོག་གལ་མེད་དེ་རྣམ་པ་ཚོ་གི་དགོངས་པའི་དཔྱད་བྱེད་ནས་རྒྱབ་སྐྱོར་གནང་དགོས་མེད་དེ་རྣམ་པ་གཙོ་གི་དགོངས་པའི་བཅས་ནས་གཟིགས་རྒྱུ་ཇི་འདྲའི་མ་གཏོགས་ཅི་ལྟའང་བྱས་པ་ཡིན་ན་འདི་འདྲའི་གི་ཐོག་ལ་ཡང་བཀའ་མོལ་གནང་ས་གི་དེང་ཆ་གཅིག་བཟོས་པ་ཡིན་ན་སྤྱི་འཐུས་ཞིང་སྡེ་འོས་མྱེས་གཙོ་གི་སྐད་ཆ་ཁས་ཉན་འདྲ་ཆ་མ་མང་པོ་ཅིག་གསུང་གི་ཡོད་འགྲོ་བསམ་གི་འདུག་འདས་པའི་དུས་ཚོད་ལ་དེ་འདྲའི་གསུང་སྐད་འདི་འདྲ་བྱུང་སོང་ཨ། འོ་དེ་འདྲ་ཅིག་རེད། འདྲ་ཡིན་ན་དངོས་གནས་མི་ཁ་ཤས་ལག་བསྟར་གནང་མཁན་ཡོད་ཀྱི་རེད་ཡང་ཁོས་ཡི་གེ་དེང་ཆ་སླེབས་འོང་དུས་ལག་ལེན་བསྟར་མ་འདུག་གནས་སྟངས་དེ་འདྲ་ཡོད་ཡིན་གྱི་རེད་དེ་དེའང་དེ་སོ་སོའི་སོ་སོའི་གནས་བབ་ཅིག་དེ་ལ་ང་དམིགས་བསལ་ཞུ་ཡས་མཁན་མེད་ད་ལྟ་སོ་སོའི་ངོས་ནས་བསམ་བློ་དེ་ཡིན་ཞུ་ཡས་ཡིན། ལྟ་གཉིས་པ་འདི་ང་རང་ཚོ་གི་ཇི་སྲིད་བོད་དོན་བདེན་མཐའ་མ་སད་པར་དུ་ད་བཙན་བྱོལ་བོད་མིའི་གཞུང་ངོས་ན་མི་འདུག་སྒྲིག་འཛུགས་འདི་སྲ་བརྟན་དགོས་ཡ་འདི་མེད་དུ་མི་རུང་བ་ཞིག་རེད། ང་ཚོ་མི་གཅིག་མ་སོང་ན་དང་པོ་དེ་གཟུགས་པོ་ཐང་ཐང་ཅིག་དགོས་ཀྱི་ཡོད་རེད། གཟུགས་པོ་དེ་ཐང་ཐང་ཅིག་ཡོད་པ་ཡིན་ན་ལས་དོན་གང་ཡང་བྱེད་ཐུབ་ཀྱི་རེད་བ། གཟུགས་པོ་ཐང་ཐང་མེད་པ་ཡིན་ན་ལས་དོན་གང་ཡང་བྱེད་ཐུབ་ཀྱི་མ་རེད། དེ་འདྲའི་ཡིན་དུས། ང་ཚོའི་སྒྲིག་འཛུགས་འདི་མི་གཅིག་གིས་ད་གཟུགས་བོད་ཀྱི་ཆ་ལག་སྟེར་གྱི་དེ་རེད་དེ་ཆ་ཚང་དེ་ཐང་ཐང་ཅིག་ཡོད་པ་ཡིན་ན་ཨ་ནི་ང་ཚོ་གཅིག་ག་རེ་བཟོ་གི་རེད་ཕྱི་དགྲ་བོ་ལ་ཁ་གཏད་བཅག་ཡོད་ན་ཐུབ་གི་རེད་ནང་མི་མང་གི་བདེ་སྡུག་བསལ་ཡོད་ན་ཐུབ་གི་རེད་དེ་འདྲས་ཀྱི་ཐོག་ནས་ང་ཚོའི་སྒྲིག་འཛུགས་འདི་སྲ་བརྟན་ཅིག་དགོས་ཀྱི་ཡོད་པ་དེ་གལ་ཆེ་ཤོས་རེད་དེའི་གི་ཐོག་ནས་ཨ་ནི་ང་ཚོ་བཙན་བྱོལ་ནང་ལ་བསྡད་ཤུལ་རིང་པོ་དེ་ལ་ཡང་ད་ང་ཚོའི་སྒྲིག་འཛུགས་འདུག་སྒྲོམ་གཞི་སྲ་བརྟན་གྱི་ཐོག་ལ་ཡང་ད་གཙོ་བོ།

ཡག་པོ་ཅིག་ཡོད་པ་ཡིན་ན་ད་དེ་ལ་ང་ཚོ་འགོག་རྐྱེན་མ་སྤྲོད་པའི་ཐོག་ནས་ཨ་ནི་ཅིག་རྒྱབ་སྐྱོར་བྱེད་དགོས་དེ་སྤྱི་འཐུས་ཀྱི་ལས་འགན་ཆགས་བསྡད་ཡོད་རེད། ཕྱོགས་གཅིག་ནས་ང་ཚོ་བཙན་བྱོལ་ནང་ལ་ཡང་ད་ད་ལྟའི་གནས་སྟངས་ལ་ཡང་གཞིས་ཆགས་ཁག་ལ་ཡང་མི་བསྡད་མཁན་མེད་པ། སློབ་གྲྭ་ཁག་ལ་ཡང་སློབ་ཕྲུག་མེད་པ། དགོན་པ་གྲྭ་ཚང་ཁག་ལ་བོད་པའི་གྲྭ་བཙུན་མེད་པ་ད་མང་ཆེ་བ་ཧི་མ་ལ་ཡའི་རི་རྒྱུད་ཀྱི་ལ་གཅིག་རེད་ཅག་དེ་དགོས་ཡ་གི་གནས་ཚུལ་གཅིག་ཆགས་བསྡད་ཀྱི་ཡོད་རེད། དེ་འདྲའི་གནས་བབ་ཅིག་གི་ཐོག་ནས་ད་ལྟ་ང་ཚོ་ལོ་མང་པོ་ཞིག་འགོར་བ་ཡིན་ན་ཨ་ནི་ང་ཚོའི་དམིགས་ཡུལ་དེ་ག་རེ་འདྲ་ཆགས་ས་རེད་དེ་ང་ཚོའི་སེམས་ཁྲལ་ཆེ་ཤོས་ཅིག་རེད། ལྷག་པར་དུ་ད་སྐད་ཡིག་རིག་གཞུང་སྒོམ་ཡིད་ཆེས་ཁོར་ཡུག་བདེ་སྐྱིད་དེ་བོད་ནང་ལ་ཡ་ཆབ་གཞི་དང་ལྡན་པའི་ཐོག་ནས་རྒྱ་མིས་གཏོར་བཤིག་ཅིག་དང་ང་རང་ཚོ་འདས་ལ་ཡ་ལྷོད་ཡངས་ཀྱི་ཐོག་ནས་བདག་མེད་ཅིག་ཤོར་བ་ཡིན་ན་ཨ་ནི་ང་ཚོའི་གི་ཅིག་ག་རེ་བཟོ་གི་རེད། དངོས་ཡོད་ངོ་མ་དེ་བཀླགས་པས་ཀྱི་ལག་སྟོང་ཅིག་ཆགས་པ་ཡིན་ན། ང་ཚོ་དོན་དག་རྩ་བ་ཉིད་ནས་མ་འགྲུབ་པ་ཅིག་ཆགས་ཀྱི་ཡོད་པ་ཡིན་དུས་ད་ནི་ད་ང་ཚོ་ག་རེ་བྱེད་དགོས་རེད་ལབ་པ་ཡིན་ན། དངོས་གནས་དྲང་གནས་ཀྱི་གཞིས་ཆགས་དེ་གྱེས་ཏེ་ཚགས་ཚུད་བཏང་དགོས། སློབ་གྲྭ་དེ་གྱེས་ཏེ་ཚགས་ཚུད་བཏང་དགོས། སློབ་ཕྲུག་གི་འགའ་རེ་ཟུང་དུ་བོད་ཕྲུག་འཕེལ་རྒྱས་བཏང་ཐུབ་ཡས། དགོན་པ་གྲྭ་ཚང་ཁག་ཡར་རྒྱས་བཏང་དགོས་དེ་འདྲའི་གི་ཐོག་ལ་ཡ་ད་ཆབ་གཞི་འདེམས་པ་གོ་དགོས་རེད་ག་འདྲ་ཡིན་ན་ཆབ་གཞི་བཞག་གནང་གི་ཡོད་རེད་ད་དེ་ཡ་ང་ཚོ་གཅིག་འཕེལ་རྒྱས་ཁང་པ་མང་པོ་ཅིག་བསྐྱལ་བ་ཡིན་ན་དེའི་འགྲུལ་པའི་ཚོ་གྲལ་ཅིག་ཕན་ཐོགས་པ་མི་འདུག་ད་ད་འདྲའི་ཆ་ལ་ཡ་ངས་མ་ཡིན་ན་མི་མང་ཡོད་རེད་སྡོད་ཁང་དཀའ་ངལ་ཡོད་རེད་ད་ད་འདྲའི་ཆ་ལ་སྡོད་ཁང་ཡོད་རེད་མི་མང་མེད་པའི་གནས་ཚུལ་ཆགས་རེད་བདེ་སྐྱིད་གནས་ཚུལ་དེ་ད་དྲག་པོ་ཆེ་པོ་ཆགས་བསྡད་རེད་དེ་འདྲའི་གི་ཐོག་ལ་ང་ཚོ་དཀའ་ངལ་སེལ་ཐབས་ཀྱི་ཐོག་ལ་ཆབ་གཞི། བཀའ་ཤག་ངོས་ནས་ཆབ་གཞི་ཡོང་གི་རེད་དེ་ལ་རྒྱབ་སྐྱོར་བྱེད་དགོས་ཡས་ཆབ་གཞི་མེད་པ་ལ་ཆབ་གཞི་བཟོ་དགོས་ཡས་འབོད་སྐུལ་ཞུ་ཡས་ཐུགས་སྣང་ཞེན་སྐུལ་ཞུ་ཡས་དེ་འདྲ་མང་པོ་ཅིག་ཡོད་རེད་བསམ་དྲན་གི་འདུག། ད་ག་ནང་བཞིན་གྱི་ད་ང་ཚོ་བོད་མི་མང་པོ་ཆེ་ཕྱི་རྒྱལ་ཡུལ་གྲུ་ཁག་ལ་འགྲོ་གི་ཡོད་རེད་སོ་སོའི་འཚོ་བའི་གནས་སྟངས་ཀྱི་ཐོག་ནས་མ་འགྲོ་ཀ་མེད་ཆགས་བསྡད་ཀྱི་ཡོད་རེད་ཡིན་ན་ཡང་ཕྱི་རྒྱལ་ལ་སླེབས་ནས་ལུང་པ་འདི་གི་ད་ཡིག་ཆ་ཅིག་བཟོས་བྱས་ནས་བསྡད་ཀྱི་ཡོད་རེད་དེ་སོ་སོའི་སེམས་ཀྱི་ལྟ་བ་དང་ལང་ཕྱོགས་དེ་བོད་པ་ཡིན་བསམ་པ་དེ་བསྒྱུར་ཐུབ་ཀྱི་ཡོད་མ་རེད་ག་དུས་ན་གནས་སྟངས་དེ་འདྲའི་ཀྱི་ཐོག་བྱས་ནས་ད་ང་ཚོ་ཕྱི་རྒྱལ་ཡུལ་གྲུ་ཁག་ལ་བོད་རིགས་སྤྱི་མཐུན་ཚོགས་པ་ད་མང་ཐག་ཆོད་ཀྱི་ཡོད་རེད། དེ་འདྲའི་གནས་ཚུལ་གྱི་ཐོག་ནས་ད་ལོ་ཡིན་ན་ད་ཕེབས་མཁན་མི་ནི་སོ་རེད་རེད་ལ་ས་ཆ་རྒྱ་ཆེན་པོ་ཅིག་ཉོས་དེ་ལ་ཡང་བོད་མི་འདི་སྡོད་བཟོ་ཡས་ཀྱི་ཆབ་གཞི་རྒྱ་ཆེན་པོ་ཞེ་བོ་ཅིག་འདུག་ག་དེ་འདྲའི་ཚོ་དེ་འདྲའི་ཆབ་གཞི་དེ་ཚོ་ཡག་པོ་བྱུང་བ་ཡིན་ན་ཨ་ནི་ཡང་ང་ཚོ་ཕྱི་རྒྱལ་ཡུལ་ག་ལ་སླེབས་པ་ཡིན་ན་ཡང་སོ་སོའི་གི་སྐད་ཡིག་རིག་གཞུང་གོམས་གཤིས་དེ་བཅས་དེ་གཅེས་ཉར་ཐུབ་ཡས་ཅིག་བྱུང་བ་ཡིན་ན་དེ་ཧ་ཅང་གི་གལ་ཆེན་པོ་ཆགས་ཀྱི་འདུག་དེ་འདྲའི་གི་ལས་དོན་རིགས་དེ་ཚོ་དཔེ་མི་སྲིད་ཀྱི་བསྔགས་ཏུ་འོས་པའི་བྱ་བ་ཅིག་རེད་བསམ་དྲན་གྱི་འདུག་དེ་རྗེས་དེ་ལ་ཡིན་ན་དངོས་གནས་དྲང་གནས་ཀྱི་ཕེབས་མཁན། ག་རེ་སོགས་དོགས་པ་རྣམ་རྟོག་རྐྱང་རྐྱང་གི་དབང་དུ་མ་སོང་བ་བྱས་ནས་ད་གང་ལྟར་ཆབ་གཞི་དང་ལྡན་པའི་ལས་དོན་དེ་ཚོ་ལ་ང་ཚོས་ག་དུས་ཡིན་ན་ད་ལྟ་སྲ་བརྟན་བཟོ་ཡས་དང་མཐུན་འགྱུར་ཞུ་ཡས་རྒྱབ་སྐྱོར་བཟོ་ཡས་དེ་གནད་འགག་ཆེན་པོ་ཅིག་ཆགས་ཀྱི་ཡོད་རེད་བསམ་དྲན་གྱི་འདུག་ད་དེ་ནས་གསུམ་པ་དེ་ད་ང་ཚོ་སྤྱི་འཐུས་ནང་ལོགས་ལ་ཡ་ད། ད་ལྟ་བར་དུ་སྤྱི་འཐུས་ནང་ཁུལ་གྱི་བཀའ་མོལ་གནང་ཕྱོགས་མང་པོ་ཞིག་གི་ཐོག་ནས་མང་ཚོགས་ལ་སེམས་འཚབ་ཆེན་པོ་ཅིག་བཟོ་གི་ཡོད་རེད་དེའི་གི་གཅིག་ཕི་གའི་མགོ་ལ་དེ་ཉིན་དེ་རྗེས་དེ་གི་ཨ་ནི་ཟུར་ཟ་ཕྲག་དོག་ངར་རྒྱལ་འགྲན་རྩོད་ཀྱི་རྩོད་པ་རྒྱག་གི་འདུག་ད་ནི་དེའི་རང་བཞིན་གྱི་སྤྱི་ཚོགས་ལ་མཐུན་རྐྱེན་མེད་པའི་སྐབས་སུ་མཐུན་འབྲེལ་མེད་པའི་རྣམ་པ་དངོས་ཡོད་ཀྱི་ཞན་ཆ་ཆེན་པོ་ཞིག་ཆགས་ཡོད་རེད། དེ་འདྲའི་མི་ཡོང་བའི་ཆེད་དུ་ང་ཚོ་སྤྱི་འཐུས་རྣམས་ལས་ག་དུས་ཡིན་ན་དངོས་གནས་དྲང་གནས་ཕི་ཀའི་བཀའ་མོལ་དེ་བརྒྱུད་དེ་རྒྱུ་མཚན་དང་ལྡན་པ། གལ་ལ་གལ་དང་སྐྱོན་ལ་སྐྱོན་ཡིན་པ་གསུངས་མ་གཏོགས་གཞི་མེད་སྐྱོན་བརྗོད་དང་ནག་མེད་ཉེས་འགེལ་གྱི་བཀའ་མོལ་དེ་འདྲ་མ་ཡིན་པ་དུས་ཚོད་དྲང་དེ་གོ། བཀའ་མོལ་དྲང་པོ་དང་མཚན་ལྡན་གནང་དགོས་དེ་གལ་ཆེན་པོ་ཅིག་རེད་བསམ་དྲན་གྱི་འདུག་ཡིན་ན་མཐུན་སྒྲིལ་རྡོག་རྩ་གཅིག་སྒྲིལ་ཟེར་ཏེ་ཕྱོགས་གཅིག་རྐྱང་པའི་ཐོག་ནས།

ད་ལྟའི་དེ་ཆ་ཚང་ལ་ཡང་གཅིག་པ་གཅིག་རྐྱང་བཟོ་ཐུབ་ཀྱི་ཡོད་མིན་ལ་མ་ལྟོས་པར་གང་ལྟར་བཅའ་ཁྲིམས་ནང་དུ་བསྐྱར་བཅོས་བཏང་རྗེས་ནས་ད་ལྟའི་གནས་སྟངས་འདི་ཕྱོགས་ལྷུང་ཅན་འདི་འདྲ་མ་ཡིན་པ་བཅས་གོ་ཡ་དེ་ལ་ཡིན་ན་སོ་སོ་ཡིན་ན་ག་དུས་ན་བསམ་བློ་ཡོད་དེ་བ་ཅན་དེ་འདྲ་གི་ཐོག་ལ་ཅིག་སྤྱི་འཐུས་མི་གཅིག་གིས་དེ་ཤེས་ནས་ལ་འགྲོ་ས་གལ་ཡོད་མ་རེད་ཐུན་མོང་གི་ཐག་གཅོད་བྱེད་ཡ་ཅིག་རེད་ཡིན་ན་དེ་འདྲ་གི་ཁོར་ཡུག་དང་བགྲོ་གླེང་བྱེད་ས་ཅིག་ལ་ཡིན་ན་དེ་ག་དུས་ན་འགྲོ་དེ་ཡ་ཅིག་དུས་སུ་ཆགས་བསྡད་ཀྱི་ཡོད་དེ་གཅིག་ཤོས་ཡིན་གཉིས་པ་དེ་ང་ཚོའི་ད་ལྟའི་རྩ་ཁྲིམས་ནང་ལོགས་ལ་ཡ། བཅའ་ཁྲིམས་ནང་ལོགས་ལ་ཡང་ཆོས་སྲིད་ཟུང་འབྲེལ་ཟེར་དུས་འཁོད་དེ་ཡོད། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞི་ལ་ཡང་སྔ་མ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གཅིག་ལོར་གྱི་བཅའ་ཁྲིམས་ཟིན་བྲིས་ཚོགས་ཆུང་དང་པོ་བཙུགས་པའི་སྐབས་དུ་ལ་ཡང་རྒྱལ་བ་རིན་པོ་ཆེའི་དགོངས་གཞི་དེ་ཆོས་སྲིད་ཟུང་འབྲེལ་ཟེར་ཏེ་ཆོས་ལུགས་རིས་མེད་བཟོ་དགོས་ཀྱི་འདུག་ཟེར་ནས་བཀའ་ཕེབས་ཏེ་དེ་ཚོ་འདྲ་ཡིག་ཐོག་ལ་ཡོད། ཡིན་ན་ཡང་ད་དེ་བཅའ་ཁྲིམས་ཟིན་བྲིས་ཚོགས་ཆུང་གི་ཐོག་ནས་རེད་ཨང་དེ་ནི་མ་རིན་པ་བཞིན་དུ་མ་ལེགས་འོང་དེ་ཚོ་ནི་ཆོས་སྲིད་ཆོས་ལུགས་རིས་མེད་ཟེར་ན་ད Secular ཟེར་ཏེ་ཕལ་ཆེར་ཆོས་ལུགས་མེད་པ་ཟེར་རྒྱུ་ལ་གོ་ཡ་གི་ཉེན་ཁ་འདུག། ཨ་འདི་ཅིག་ཆོས་ཆོས་སྲིད་ཟུང་འབྲེལ་ཟེར་ཏེ་གོ་གི་འདུག་ཟེར་ནས་དེ་འདྲའི་བཞག་བཞག་པ་ཅིག་ཆགས་བསྡད་ཡོད་རེད། ཆོས་སྲིད་ཟུང་འབྲེལ་ཟེར་ཡ་གི་གོ་བ་དེ་ད་ལྟའི་ཆ་ལ་ག་ཚོད་དེ་ཁྱབ་ཀི་ཟིན་མེད་དེ་བཤད་ཐུབ་ཡ་ཁག་པོ་ཞིག་པོ་ཅིག་རེད། སྔ་མ་སྔ་མ་ང་རང་ཚོ་གི་བོད་འདི་ཆོས་སྲིད་གཉིས་འདྲེན་ཆགས་དེ་རེད། ཆོས་སྲིད་གཉིས་འདྲེན་འདི་ཀོ་ནང་པ་སངས་རྒྱས་ཀྱི་ཆོས་རང་བཞིན་གྱི་རྒྱུད་ལ་ཡོད་དེ་བས་ཀྱི་ག་འདྲ་བསྟན་སྐྱ་བོ་ཡིན་པ་ལ་ཨ་ནི་ཆབ་སྲིད་ཆོས་བཞིན་བསྐྱངས་པ་ཡིན་ཙང་ཨ་ནི་ཆོས་སྲིད་གཉིས་འདྲེན་ཆགས་པ་རེད་ད་འདི་ང་ཚོ་ལོ་རྒྱུས་རིང་པོ་རེད་ཆོས་རྒྱལ་ཁྲི་སྲོང་ལྡེ་བཙན་སྒར་དུ་ཆོས་རྒྱལ་སྲོང་བཙན་སྒམ་པོ་ནས་མ་བཞུགས་གོའི་ཆ་དེ་རེད། དེ་རང་བཞིན་ད་ལྟའི་ཆ་ལ་ཡང་གནས་སྟངས་དེ་ག་འདྲའི་ཆགས་ཀྱི་རེད་ན་བོད་པའི་ནང་ལ་ཡང་ད་ཆོས་བརྒྱུད་དཔེར་ན་ཆོས་བརྒྱུད་ཆེན་པོ་བཞི་དང་བོན་ཨུ་འབྲུམ་བོན་ཟེར་གྱི་རེད་དེ་རང་ལ་ཇོ་ནང་ཡོད་རེད་པ། གཞི་བཅོལ་ཡོད་རེད་པ། དེ་འདྲའི་གི་ཐོག་ནས་སྤྱི་འཐུས་དགོས་ཀྱི་ཡིན་ན་དེ་རྒྱ་ལ་ཐོབ་ཐང་ག་ཅན་སྤྲད་དགོས་ཀྱི་ཡོད་མ་རེད། ད་ད་ནང་བཞིན་གྱི་ཆོས་བརྒྱུད་ཙམ་མ་ཡིན་པའི་ཆོས་ལུགས་ལབ་པ་ཡིན་ན་ད་ལྟའི་བོད་པའི་སྤྱི་ཚོགས་ནང་ལ་ཡེ་ཤུ་ཡོད་རེད་ཁ་ཆེ་ཡོད་རེད་ཧིན་དུ་ཡོད་ཀྱི་རེད། ཞེས་དང་དེ་འབྲེལ་དེ་ལ་ཡ་ཨ་ནི་ཁོ་ཕི་ཀའི་མང་གཙོའི་ཐོབ་ཐང་ཟེར་བ་ཡིན་ན་ཅི་ལ་ཁྱབ་ཐུབ་པ་ཅིག་དགོས་ཡ་ཡིན་དུས་ད་ནི་འདི་ཚོའི་ཐོག་ལ་བསམ་ཞིབ་ནན་པོ་ཆེད་གནང་དགོས་ཀྱི་ཡོད་རེད་དེ་འདྲ་ཡིན་དུས་སྤྱི་འཐུས་གྲོས་ཚོགས་ཀྱི་ཐོག་ནས་ད་ལྟ་བར་དུ་གཞི་རིམ་མི་མང་གི་ཐོག་ནས་བསམ་ཚུལ་དེ་གའི་ཐོག་ལ་བདག་སྤྲོད་ཁྱོད་ནས་གནང་ཡོད་མ་རེད་དེ་ནས་མ་གནང་བ་ཡིན་ད་མཐའ་མ་དེ་ལྟ་དང་ད་ཆོས་རྒྱུད་སྤྱི་འཐུས་མི་དགོས་ཟེར་དགོས་ཡ་སྐད་ཆ་འདི་ཐོག་ལ་སླེབས་ཀྱི་ཡོད་རེད་དེ་འདྲ་ཡིན་ཙང་ང་ཚོ་ཕྱོགས་ཚང་མ་ནས་བསམ་བློ་བཏང་རྗེས་ནས་གང་ལྟར་ཅིག་མང་གཙོའི་གི་ཐོབ་ཐང་འདྲ་མཉམ་མེད་པའི་ཧ་སོང་ཆེན་པོ་འདི་མི་ཡོང་བའི་ཆེད་དུ། ཨ་ནི་ང་ཚོའི་བསམ་ཚུལ་ཅིག་གོ་སྐབས་གང་བྱུང་ལ་སྟོན་དགོས་ཡ་ཅིག་རེད་བསམ་པ་རེད་ཅིག་སོ་སོའི་ངོས་ནས་བསམ་ཚུལ་དེ་འདྲ་བརྗོད་ཡིན་ན་དུས་ཚོད་དྲངས་ཏེ་སྤྱི་བཏང་སྤྱི་འཐུས་ཟེར་དེ་ད་ལྟ་རྣམ་པ་ཚོ་གི་མཁྱེན་གསལ་རེད་ད་ཁོ་བོས་ཅིག་ཁྲིམས་དང་བཅའ་ཁྲིམས་བསྐྱར་བཅོས་བཏང་དགོས་ན་སུམ་ཆ་གཉིས་ཀྱི་རྒྱབ་སྐྱོར་རག་དགོས་ཀྱི་ཡོད་རེད་སྤྱི་བཏང་གི་ཐག་གཅོད་དགོས་དགོས་ན་མང་མོས་དགོས་ཀྱི་ཡོད་རེད་དེ་འདྲ་ཡིན་ཙང་མི་གཅིག་གིས་གང་བསམ་པ་དེ་འགྲོ་ས་ལམ་ཀ་དེ་ཡོད་མ་རེད། རེད་དེ། ད་ཡིན་ན་ང་ཚོ་གཅིག་རིམ་པས་རིམ་པས་ཀྱི་འགྱུར་བ་གཅིག་ཕྱིན་བྱས་ནས་གནས་སྟངས་ཀྱི་དེའི་ཐོག་ལ་ཡ་སྐབས་གང་འོས་ཀྱི་ཐོག་ནས་གཅིག་བསམ་འཆར་བཤད་ནས་ཕན་ཐོག་ཡོད་ས་ཀྱི་སྡིངས་ཆ་གཅིག་ཡོད་པ་ཡིན་ན་དེ་རྗེས་དེ་བསམ་བློའི་ནང་ལ་ཡོད་པ་ཅི་ཡིན་བྱས་ནས། སོ་སོའི་ངོས་ནས་གནས་སྟངས་ཇི་འདྲ་ཅིག་ཡིན། ད་ངས། བཀའ་མོལ་ཞུས་ཏེ་དཔེ་མང་དག་རེ་འཚོལ་ཏེ་ད་གིན་ང་ཆུ་ཚོད་ཕྱེད་ཀ་གཅིག་བཞུགས་དགོས་བསམ་སྟེ་ད་ཡར་གས་འགྲོ་གི་འདུག་ད་ལྟ་བས་ངས་འདི་གཅིག་ཁ་སྟོང་པ་ད་བས་དེ་རྒྱ་ནག་ཤོག་ཅེས་འགྲོ་གི་ཆེད་རེད་དེ་འདྲའི་འགྲོ་གི་ཤེས་བདེ་གི་རེད་ཐུགས་ཕན་སོས་པ་ཟེར་མཁན་ཡོད་མ་རེད་རྣམ་པ་ལྷན་རྒྱས་ཚོ་དེ་དུས་ཚོད་རིང་པོ་ཅིག་སེམས་ཁུར་ཐུབ་ན་ཡང་འོ་རྒྱལ་པོ་ཡིན་ལ་དགོངས་འགལ་མེད་པ་ཞུས་ཡིན་ད་གཙོ་བོ་དྲི་བ་དེ་འདྲ་ཡོད་པ་ཡིན་ན་ཨ་ནི་ངའི་མིང་བྱང་བསྣན་བྱས་ནས་ཚུར་བཏང་རོགས་གནང་ཡང་མིང་བྱང་མ་བསྣན་པ་ཡིན་ན་ང་དེ་ཞིབ་པོ་ཞིབ་པོ་ད་དྲིས་འདི་ཉན་ཐུག་གི་ཉན་ལོང་རག་གི་མི་འདུག་ཨ་མིང་བྱང་བསྣན་པ་ཡིན་ན་ང་དེ་གང་ཤེས་པ་དེ་ལན་ཕུལ་ཡ་དེ་ད་ལས་འགན་ཆགས་ཀྱི་ཡོད་རེད་དེ་ཕུལ་ཆོག་ཅེས་ཞུ་ཡ་ཡིན་ཨ་ནི་ད་རིང་འདི་ང་ཚོ་དབུས་གཙང་ཁ་བའི་གླིང་འདི་གི་བརྡ་འཕྲིན་ཐོག་ལ་ཡ་སོ་སོ་ལ་ཡ་གཅིག་གསལ་དཀར་སེར་བྱེས་མ་ལ་གསལ་གྱི་རིན་ཐང་རྩིས་བྱས་ནས་ཨ་ནི་གཏམ་བཤད་གནང་ཡའི་གོ་སྐབས་དེ་ལ་ཡ་ཨ་ནང་པ་ཚོ་གོ་སྒྲིག་གནང་མཁན་ཚང་མ་ལ་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་ཡ་ཡིན།

གནང་སོང་དམིགས་བསལ་གྱིས་ད་ལྟའི་ང་ཚོ་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་གནས་སྟངས་དང་དག་སྣང་ཤེས་དཔལ་གྱི་རྒྱབ་རོམ་ཕྱིན་གོང་ལོའི་བབ་རེ་ནས་ག་ཚོད་ཀྱི་གནད་འགག་ཆགས་ཀྱི་ཡོད་མེད་རེད་མ་ཟེར་བའི་ང་རང་ཚོས་དམིགས་བསལ་གྱིས་ད་ལྟ་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་གཏན་ལ་ཕབ་པའི་དབུ་མའི་ལམ་གྱི་སྲིད་བྱུས་དེ་གལ་ཆེན་པོ་ག་ག་ཚད་ཡིན་པ་དང་དབུ་མའི་ལམ་གྱི་སྲིད་བྱུས་དེ་ལ་རྒྱ་ནག་དམར་བོའི་གཞུང་ནས་ག་འདྲའི་གི་དེ་ལ་ཡ་འགག་པ་རྒྱག་གི་ཡོད་མེད་དང་དེ་འདྲའི་གི་ཐོག་ལ་ཡ་ཧ་ལས་བའི་གེ་ནི། ཞིབ་ཚགས་པོ་གི་འགྲེལ་བཤད་བསྐྱོན་གནང་སོང་དུས་ཚོད་ཐུང་ཐུང་ཅིག་གནང་ལོག་ལ་ཡ། ཨ་ནི་གེ་ཚེ་རིང་སི་ཏན་ལགས་སྙིང་ཐག་པ་ནས་ཐོ་ཆད་གནང་ཞུ་ཡ་ཡིན་དམིགས་བསལ་གེ་ནི་གེ་ལགས་ཀི། སོ་སོ་རང་ཉིད་ཡིན་པི་ནི་འུ་ཚང་གི་སྤྱི་འཐུས་ལ་ཡ་བཞང་ཡག་གི་དམིགས་བསལ་གེ་མངོན་འདོད་སི་མེད་དེ་ཡིན་པི་ནི་མི་མང་མང་ཚོགས་མང་པོ་ཅིག་གི་ངོས་ནས་འདྲེ་སི། ཅིག་གི་རེ་བ་རོ་ཅི། བཅངས་པ་སོང་ཙང་དེའི་རེ་བ་དེ་ཆུད་ཟོས་སུ་མ་ཐོན་པའི་ཐོག་ནས་ད་རེས་མི་མང་གི་ཅིག་ཡིད་ཆེས་དང་འོས་ཤོག་འཕེན་ནས་སྤྱི་འཐུས་ནང་ལ་སླེབས་པ་ཡིན་པས་ན་ཅིག་སོ་སོའི་གི་དྲང་ཚུགས་བརྟན་པོའི་ཐོག་ནས་ཁས་ཅིག་ཕིག་གི་ན་ལོག་ལ་ཡ་ཧུ་ཐག་པ་ཐག་ཞུ་ཡ་གི་དམ་བཅའ་བརྟན་པོ་ཡོད་པའི་སྐོར་ལ་ཡ་དེ་འདྲས་བཀའ་སློབ་ཧ་ལས་པའི་ཞིབ་བཤེར་དྲག་པ་གནང་སོང་གལ་ཚེ་རིང་སི་ཏེ་ལགས་སྙིང་ཐག་པ་ནས་ཐུགས་ཆེ་ན་ཞུ་གི་ཡོད།